གཅིག་གི་མཚན་ཉིད་ཡིན་ན་ཁ་ཁ་བཞག་ཡོད་པ་གཅིག་བྱེད། མཚན་ཤེས་ཡིན་ན་མི་འདྲ་མི་འདྲ་བཞག་ཡོད་པ་གཅིག་བྱེད། བྱེད་ན་གྲུབ་མཐའ་བཞི་ལ་ཡང་བདེན་གཉིས་ཟེར་ཡ་དེ། མིང་འདྲ་བ་གཅིག་ཡོད་རོགས། ད་བདེན་གཉིས་བསྟན་ལ་གྲུབ་མཐའ་བཞི་གེགས་བཞི་བདེན་གཉིས་ཀྱི་ཐོག་ནས་དེ་ནས་གར་བཟོ་བ་ད། བཞི། བཞི་ལམ་གྱི་རྣམ་གཞག་བཤད་འདོད་བཞི་བདེན་གཉིས་ནས་བཞི་འགོ་བཙུགས་ཡ་དེ་གཅིག་པ་རེད་དོ། བཞི་བདེན་གཉིས་ནས་འགོ་བཙུགས་ནས་དེ་ནས་ཡང་གཅིག་གི་ཐར་པའི་གོ་འཕང་ཐོབ་པ་བཤད་ཡ་དེ། བྱེ་བྲག་སྨྲ་བ་ནས་ཡ་གི་ཐན་སྐྱོའི་བར་གྱི་གཅིག་པ་བྱེད། ཡིན་ན་ཡང་བདེན་པ་གཉིས་ཀྱི་རྣམ་གཞག་དེ་སོ་སོ་ནས་བཞག་ཡོད་པ་ཅིག་བྱེད། དེས་ན་འདི་ང་ཚོས་མཐའ་གཏུགས་ནས་བཤད་ཡོན་ཏན་བདེན་པ་གཉིས་ཀྱི་རྣམ་གཞག་དེ་ཕྲ་མོ་དེ་བཤད་ས་དེ་དབུ་མ་བའི་ལུགས་ལ། དབུ་མ་བའི་ལུགས་ལ་ཞིག་ཡོད་ལ། དབུ་མ་བའི་ལུགས་ལ་བདེན་པ་བདེན་པ་གཉིས་ཀྱི་རྣམ་གཞག་ཕྲ་ཤོས་དེ་ད་དབུ་མ་དབུ་མ་བའི་ལུགས་ལ་བྱེད། དབུ་མ་བ་དེ་ལ་དབུ་མ་ཐལ་རང་གཉིས་ཟེར་དོ། རང་རྒྱུད་པ་ཐལ་འགྱུར་བ་ཟེར་གཉིས་དོ། དེ་ཡིན་དུས་ད་རང་རྒྱུད་པ་དང་ཐལ་འགྱུར་བ་ཟེར་ཅིག་གཉིས་ཆ་ཡ་དེ་གཉིས་ཆ་ཟེར་ན་ད་གཉིས་དེ་ང་ཚོ་དེ་རེད་དོ། རྩ་བའི་གེགས། བཅོམ་ལྡན་འདས་གེགས་དང་ག་ས་རཱའི་འཁོར་ལོ་རིམ་པ་གསུམ་གསུངས་པའི་ནང་ནས་འཁོར་ལོ་རིམ་པ་དང་བར་པ། བྱ་རྒོད་ཕུང་པོ་རེ་ལ་གསུངས་པའི་མཚན་ཉིད་མེད་པའི་ཆོས་འཁོར་ཟེར་གྱི་འདུག་ད་དེའི་རྩ་བ་བཞག་པའི་ཐོག་ནས་དགོངས་པ་ལེན་ཕྱོགས་ཀྱི་ཆ་ནས་ད་ཕལ་ཆེར་དབུ་མ་ཐལ་རང་ཉིད་ཀྱིས་བ་ཡིན་ས་རེད། ད་རྩ་བའི་གེགས་དབུ་མ་ག་ས་བ་ད་མཚན་ཉིད་མེད་པའི་ཆོས་འཁོར་གྱི་བརྗོད་བྱའི་སྙིང་སྟོང་འདྲ་བོ་དེ་ཆོས་ཐམས་ཅད་བདེན་པར་མེད་པར་ཟད་ཀྱི་རོ། ཆོས་ཐམས་ཅད་བདེན་པར་མ་གྲོལ་བར་ཟད་ཀྱི། གསུང་བྱ་བ་དེས་དགོངས་པ་གླེང་དུས་མགོན་པོ་ཀླུ་སྒྲུབ་ཡབ་སྲས་ཀྱིས་གསུང་བྱས་པས་ན་མགོན་པོ་ཀླུ་སྒྲུབ་དང་ཨ་ཡ་དེ་བ། ཀླུ་བོང་ཟླ་བ་གྲགས་པ་དང་དུས་ཚོད་ཀྱི་བྱ་བས་ན་ཆོས་ཐམས་ཅད་བདེན་པར་མ་གྲོལ་བར་ཟད་དེ། ཆོས་ཐམས་ཅད་རང་བཞིན་གྱིས་མ་གྲོལ་བ་དང་བདེན་པར་མ་གྲོལ་བ་གཅིག་མཚུངས་བྱས་ནས་དགོངས་པ་བྲིས་ཀྱི་ཡོད་རེད། དེ་ནས་རང་རྒྱུད་པའི་སློབ་དཔོན་དུས་སུ་སློབ་བ་ལིང་བསྟན་གྱིས། ཞི་བ་འཚོ། ཀ་མ་ལ་ཤི་ལ། སེང་གེ་བཟང་པོ། ད་དེ་ཚོད་ཀྱིས། ཞེས་བྱིན་གྱིས་གཞུང་གོང་པོ་སྤྲད་ཡོང་དུས། དོ་རུང་དམ་པ། བདེན་པ་མ་འཁྲུལ་པ། རིག་མ་དོ་རང་བཞིན་གྱིས་ཡོད་རེད་བྱས་ནས་དབྱེ་བ་ཕྱིས་བྱས་ནས་རང་བཞིན་གྱིས་འཁྲུལ་པ་དང་བདེན་པར་འཁྲུལ་པ་གཉིས་ཁྱད་པ་ཕྱིས་ནས་རང་བཞིན་གྱིས་ཡོད་པར་གྲུབ། བདེན་པ་མེད་པ་ཞལ་གྱིས་བཞེས་ནས་དེ་ནས་གྲུབ་མཐའ་སོགས་བཏུ་བ་ཡིན་ཙང་རང་རྒྱུད་བར་སར་ཆགས་ཡིན་ས་རེད།

ཁྱེད་རང་དེ་འདྲ་ཡིན་དུས་ད། དེ་འདྲ་ཡིན་ཙང་ད། ཁ་རོག་བདེན་པ་ཉིད་ཀྱི་རྣམ་གཞག་ཕྲ་ཤོས་དེ་ངོ་མ་ཐལ་འགྱུར་བའི་ལུགས་ལ་བཤད་ཤེས་རེད་ད། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ཟེར་གྱི། དོན་དམ་བདེན་པ་ཟེར་ཕྲ་ཤོས་དེ་རེད་ད། གནས་ལུགས་ཕྲ་ཤོས་དེ་དེ་རེད་ད་དེ། དེ་མ་གཏོགས་པ་ད་བ་ཐོ་ཡང་མེད་གསུང་གི་རེད་འོ་མ་ཐལ་འགྱུར་བའི་ལུགས་བཤད་པས་ན། ད་རང་རྒྱུད་པ་མན་ཆད་ཀྱིས་གཅིག་གི་སྟོང་ཉིད་བཤད་བཞག་པ་དེ། འོ་མ་ཐལ་འགྱུར་བའི་ལུགས་ལ་བཤད་པས་ན་སྟོང་ཉིད་རགས་པ་གཅིག་མ་གཏོགས་ཕྲ་མོ་གཅིག་ཁས་ལེན་དགོས་ཡོད་མ་རེད། དེ་ཡིན་དུས་ཀུན་རྫོབ་ཀྱི་རྣམ་གཞག་འཇོག་སྟངས་འདི་ཡང་གཞིའི་གྲུབ་མཐའ་འོག་མ་ལ་ལྟོས་ཏེ་བལྟས་ཚེ་འཇོག་སྟངས་འདི་ཕྲ་བ་བཞག་ཡོད་རེད་རྟེན་འབྲེལ་ཟེར་ཡ་ཆེ། ལྟོས་ནས་གྲུབ་པ་ཟེར་ཆེ་རེད། ལྟོས་ནས་གྲུབ་པའི་གི་ཐོག་ནས་རྣམ་གཞག་བཞག་ཡིན་དུས། ད་ག་རེ་སོགས་ལུགས་ཐེན་འགྱུར་བའི་ལུགས་ལ་ཡང་དེ་གཉིས་ཀྱི་རྣམ་གཞག་ཕྲ་ཤོས་ཆགས་ཡོད་རེད། དེ་ཆེ། དེ་ནས་ད་ང་ཚོ་དེ་གཉིས་ཀྱི་རྣམ་གཞག་བཤད་པའི་ཐོག་ནས་ནི་བདེན་བཞིའི་རྣམ་གཞག་བཤད་ཡིན་དུས་ནི། བདེན་བཞི་རྣམ་གཞག་དེ་དེ་གཉིས་ལས་ལོགས་སུ་ཅིག་ཡོད་རེད་བས་ན། མེད་པ་བྱས། གཞི་རྣམ་གཞག་བདེན་གཉིས་གཞི་བདེན་གཉིས་ཀྱི་ཐོག་ནས་དེ་ནི་བག། བླང་དོར་གྱི་གནད། བཀྲ་མི་འདུལ་གཞིའི་རྣམ་གཞག་བདེན་པ་བཞི་གསལ་བྱེད། ད་ཅིག་བླང་དོར་གྱི་བླང་བྱ་དང་དོར་བྱ། འདོད་པའི་ཆ་དང་མི་འདོད་པའི་ཆ། དེ་གའི་རྒྱུ། རྒྱུ་འབྲས་ཀྱི་རྣམ་གཞག་ཅིག་སྟོན་ཡོང་དོ། རྒྱུ་འབྲས་ཀྱི་རྣམ་གཞག་སྟོན་ཡོང་དུས་བདེན་པ་བཞི་གསལ་བྱེད། ཆགས་པ་ཡིན་ཟེར་ད་ཅིག་བདེན་པ་གཉིས་ནས་བག། བགྱིས་ནས། གཞི་བདེན་པ་གཉིས་ནས་བག་བགྱིས་འགྲོ་དོ། དེ་ཡིན་དུས་ད་ང་ཚོས་བདེན་པ་བཞི་ལབ་དུས།

མཁྱེན་སོང། དེ་ནས་ཡང་ཕྱིན་ནས་ད་ཐེངས་བཅོ་བའི་ལོ་བྱ་བས་ན། ལམ་བདེན། སྡུག་བསྔལ་བདེན་པ། ཀུན་འབྱུང་བདེན་པ། ཀུན་རྫོབ་བདེན་པ། འགོག་པ་བདེན་པ། དོན་དམ་བདེན་པ་ཞེས་བྱ་རྣམས་འདུག་དེ་ཡིན་དུས་བདེན་གཉིས་ལས་ལོགས་སུ་ཅི་ཡོད་མ་རེད། བདེན་གཉིས་ལས་ལོགས་སུ་བདེན་བཞི་རྣམ་གཞག་ཞིག་ཡོད་མ་ཡིན་ནི་གཞི་བདེན་གཉིས་དང་འདྲེས་ནས་བདེན་བཞི་རྣམ་གཞག་བྱེད། དེ་ཡང་ད་བླང་དོར་གྱི་གནད་ཤེས་དུས་ག་ལ་ད་བཅོམ་ལྡན་འདས་ཀྱིས་བདེན་བཞི་ངོ་སྤྲོད་གནང་ཡོད་དུས་དང་པོ་ག་རེ་རེད། དེ་ནི་སྡུག་བསྔལ་འཕགས་པའི་བདེན་པའོ། དེ་ནི་འདི་ནས་ཉེས་ཚིག་འཇུག་དོ། ཉེས་ཚིག་ལབ་དུས་ག་ལ་ཡུལ་གཞན་ལ་བག་འཛུགས་ཀྱི་བཙུགས་ཀྱི་ཡོད་མ་རེད། ཡུལ་གཞན་ལ་བག་མ་བཙུགས་པ་ཆེས་སྡུག་བསྔལ་ལྡན་པ་ཟེར་དུས་རང་གི་ཕུང་པོ་བཙུགས་ཀྱི་ཡོད་ལ་ང་རང་སུ་རྒྱུད་ཀྱི་ཕུང་པོ། ང་རང་སུ་རྒྱུད་ཀྱི་ཕུང་པོ་དེ་ཟེར་གྱི་ཉེས་ཚིག་བྱ་ཡི་དུས་ང་རང་སུ་རྒྱུད་ཀྱི་ཕུང་པོ་དེ་སྡུག་བསྔལ་ལྡན་པ་རེད་ཟེར་གྱི་རེད་བ། དེ་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཟེར་གྱི། དེ་ནས་ཀུན་འབྱུང་འཕགས་པའི་བདེན་པའོ། ལར་རོ། དེ་ནས་ཀུན་འབྱུང་འཕགས་པའི་བདེན་པའོ་ཟེར་བ་དེ་སྡུག་བསྔལ་བདེན་པ་དེ་གི་རྒྱུ། ག་རེ་རེད་ལ་ན། ཀུན་འབྱུང་བདེན་པ་ཟེར་གྱི་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་ཟེར་གཉིས། གཞི་ཉོན་མོངས་ལྟ་ཅི་གི་རྩ་བའི་རྒྱུ་ཉོན་མོངས་དེའི་དབང་གིས་ལས་བསགས་ནས་གྲུབ་བདེ་བ་ཅིག་ཡིན་ཚུལ་རྒྱུ་དེ། ལས་ཉོན་གཉིས་རེད། ཀུན་འབྱུང་བདེན་པ། ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་བདེན་པ་རེད་ཟེར་གྱི། ཅེས་སོ། ད་དེ་ཡིན་དུས་ནི་ལས་ཀྱི་ཀུན་འབྱུང་དང་ཉོན་མོངས་པའི་ཀུན་འབྱུང་དེ་ཡང་ནི་སྤངས་པའི་བྲལ་བའི་འགོག་བདེན་གྱི་ཡོད་རེད་བས་ཟེར་ན། སྤངས་པའི་གི་བྲལ་བའི་འགོག་བདེན་ཐར་པ་ཟེར་གྱི་ཡོད་རེད་ཟེར་ན་དེ་ཡོད་རེད་དེ་ཡོད་དུས་ག་ལ་དེ་ནི་སྡུག་བསྔལ་འཕགས་དཀའ་ས་དེ་ནི་འགོག་པ་འཕགས་པའི་བདེན་པའོ་ཟེར་གྱི་རེད་བ། ད་ནི་དེ་འདྲ་བའི་འགོག་བདེན་དེ་ཡང་ནི་ཉོན་མོངས་ཀུན་འབྱུང་དེ་སྤངས་པའི་གི་བྲལ་བའི་འགོག་བདེན་ཡོད་བ་ཡིན་ན་དེ་ལ་རྒྱུ་ཡོད་རེད་ཡོད་མ་རེད་ལབ་ན་དེ་ཐོབ་བྱེད་ཀྱི་རྒྱུ་ཡོད་དམ་མེད་ལབ་ཡོད་ན་རྒྱུ་ཡོད་རེད། དེ་ནི་ལམ་འཕགས་པའི་བདེན་པའོ་ཟེར་གྱི་བདག་ལམ་འཕགས་པའི་བདེན་པ་སྲིད་པའི་ལམ་བདེན་རེད། བདག་མེད་རྟོགས་པའི་བློ། གང་ཟག་གི་བདག་མེད་རྟོགས་པའི་བློ། ཆོས་ཀྱི་བདག་མེད་རྟོགས་པའི་བློ། མཁྱེན་སོང། ད་དེ་གྲུབ་མཐའ་བཞི་ག་ལ་ཡོད་རེད་བ། གྲུབ་མཐའ་བཞི་ག་ཡོད་རེད་ཟེར་ནས་ད་ནི་དེ། བྱེ་བྲག་མ་འོག་ཏུ་མདོ་སྡེ་བའི་བློ་ལ་གང་ཟག་བདག་མེད་མ་གཏོགས་ཆོས་ཀྱི་བདག་མེད་ཟེར་ཡོད་མ་རེད། ད་དབུ་སེམས་གཉིས་ལུགས་ལ་གང་ཟག་བདག་མེད་དང་ཆོས་ཀྱི་བདག་མེད་གཉིས་ཀ་གཤེགས་ཀྱི་ཡོད་རེད།

དེ་ནས་ངོ་སྤྲོད་བྱས་ཚར་དུས་ད་བྱེད་དགོས་རེད་ཟེར་གྱི་མ་ཉམས་ལེན་བྱེད་དགོས་པ་གདམས་ཡོང་དུས་གདམས་པ་དེ་ག་རེ་ཟེར་གཉིས་པ་དེ་རེད་སྡུག་བསྔལ་ཤེས་པར་བྱ། རེ་བ། ཀུན་འབྱུང་སྤང་བར་བྱ། འགོག་པ་མངོན་དུ་བྱ། ལམ་བསྒོམ་པར་བྱ་ཟེར་དུས་ད་ཉམས་ལེན་རིམ་པ་གསུངས་ཡོང་རེད། དེ་ཡིན་དུས་ང་ཚོ་ནམ་རྒྱུན་དེ་ཡོད་པ། བདེ་བའི་དངོས་པོ་བཞི་ཟས་སྦྱོར་རོ། སེམས་ཅན། སེམས་ཅན་གྱི་ཆོས་ལ་ཚུལ་ཁ་ཕྱོགས་ཡག་གི་ཆེད་དུ་ཉམས་ལེན་བཞི་བྱེད། བདེ་བའི་སོ་སོ་གི་ཉམས་ལེན་བྱེད་དགོས་པའི་བཞི། གང་ཟག་རང་ཉིད་ཀྱི་དང་སེམས་ཅན་གཞན་ལ་ཡང་ཕན་འདོགས་བྱེད་དགོས་ཀྱི་ཡོད་ན། དཔེར་ན་ང་ཚོ་འདི་འདྲ་ཡིན་དགོས་རེད་བ་བྱང་ཆུབ་སེམས་དཔའ་ཕྱག་བྱ་བས་ན་བྱང་ཆུབ་སེམས་དཔའ་རང་ཉིད་ཀྱི་རྒྱུད་བསྡུ་བའི་ཆེད་དུ་ཕ་རོལ་ཏུ་ཕྱིན་པ་དྲུག་ཉམས་ལེན་བྱེད། སྦྱིན་པ་ཚུལ་ཁྲིམས་གསོལ་བ་བརྩོན་འགྲུས་བསམ་གཏན་ཉམས་ལེན་བྱེད་ཡོན་དུ་རང་གི་རྒྱུད་ཉམས་བསྡུ་བྱ་གི་ཉམས་ལེན་འདིར་བ་དང་སེམས་ཅན་གཞན་ཉམས་ཅིག་གི་རྒྱུད་བསྡུ་བའི་ཆེད་དུ་ཉམས་ལེན་ག་རེ་བྱེད་དགོས་ལབ་ན། བསྡུ་བའི་དངོས་པོ་བཞིའི་ཐོག་ནས། དེ་ནས་སེམས་ཅན་ལ་ཕན་འདོགས་བྱེད་དགོས་རེད་ཟས་སྦྱོར་ར་ལྟ་བསྡུ་བའི་དངོས་པོ་བཞིའི་ནང་དོགས་ལ་འཁོར་བར་སྦྱིན་པ་ཟས་སྦྱོར་བ། དཔེར་ན་གཞན་མི་གཞན་པ་ཅིག་ཆོས་བྱེད་ཀྱི་འདོད་པ་དང་དེ་འདྲས་ཀྱི་དཔེ་དེ་དོན་གཉེར་གྱི་བུ་ཡོད་ན་ཡང་ཕྱིས་ཀྱི་དཔེ་འཇོག་མ་ཚང་བ་དེ་འདྲས་ཕྱིས་ཀྱི་དཔེ་འཇོག་མ་ཚང་བ་དང་ཕྱིས་ཀྱི་གནས་མ་ཚང་བ་སོགས་རེ་དང་ཕྱིས་ཀྱི་ད་ང་ཚོ་ཡིན་ན་ལག་འགྱེལ་འདྲ་བོ་དང་དེ་འདྲས་མ་ཚང་བ་དེ་འདྲས་ཡོད་དེ་བས་མི་དེ་ལ་མཐུན་རྐྱེན་སྤྲད་ཡ་དེ་ལ་འཁོར་བར་སྦྱིན་པ་སིག་དོག་གོ་འདོད་པ་ཡོད་པ་བྱས་ཕྱིས་མཐུན་རྐྱེན་མ་ཚང་དེ་ནས་ཆོས་འབྲི་བའི་ལ་འགལ་རྐྱེན་འཕྲད་བར་ཆད་འཕྲད་ནས་ཆོས་སྒྲུབ་མི་ཐུབ་མི་དེ་ལ་ག་རེ་བྱེད་དགོས་རེད་ལགས་ན་མཐུན་རྐྱེན་སྤྲད་པ་རེད། ཁོ་ག་རེ་ཁུ་ཁུ་འདུག་དཔལ་འབྱོར་ཁུ་ཁུ་འདུག་ག་རེ་ཁུ་ཁུ་འདུག་སྤྲད་ཡོད་ན་དེ་ནས་ཁོ་ཚུལ་ཁ་ཕྱོགས་ཡས་བྱས་ད་ང་ལ་ཆོས་བྱེད་ཡ་མཐུན་རྐྱེན་འདུག་མི་དེ་གི་རོགས་པ་བྱེད་གི་འདུག་བྱས་ནས་སོ་སོའི་ཚུལ་ཁ་ཕྱོགས་ཡོང་གི་རེད། སོ་སོའི་ཁ་སྟོང་པ་ཤེས་ད་ཤེས་དེ་བས་ན་སྦྱིན་པ་གཏང་དགོས་རེད་ཚུལ་ཁྲིམས་སྲུང་དགོས་རེད་ཟེར་ཤེས་ད་ཤེས་སོ་སོའི་ངོས་ནས་ཕ་ཕ་རོགས་པ་ལ་ཅེས་མ་སྤྲད་པ་ཡིན་ན་ཕ་རོགས་མི་དེའི་ཚུལ་སྡུག་གི་རེད་སྡུག་གི་མ་རེད་ང་ཚོ་སྦྱིན་པས་སྡུག་གི་འདུག། དེ་འཛམ་བུ་ལ་མང་མང་བྱས་རྗེས་དཔལ་འབྱོར་གྱི་ཚུལ་སྡུད་ཀྱི་ཡོད་ར། དཔལ་འབྱོར་མང་པོ་འབྲེལ་ཉིན་དེ་ཚོགས་ཆོག་འགྲོ་འདུག་ཉིན་གཅིག། དཔལ་འབྱོར་མ་འབྲེལ་བ་བཅས་ཤེས་ཡོན་ག་ཚད་ཡག་པོ་ཅིག་མི་ལ་ཕར་བཤད་ཐུབ་ཉིན་གཅིག་ཡིན་ནས་དེའི་ཕྱོགས་ལ་ཕྱི་དྲག་བསྡུས་ཐུབ་ངོ་འདོད། དང་པོ་དཔལ་འབྱོར་གྱི་སྤྲད་དགོས་འདོད། དེ་ཡིན་དུས་འཁོར་བ་སྦྱིན་པ་ཟེར་དང་པོ་གལ་ཆེ་ཤོས་དེ་རེད་བཞག། དེ་ནས་ཞིག་དུས་ཞིག་གོ་དེ་ལ་འཁོར་བ་སྦྱིན་པ་སྙན་པ་སྨྲ་བ་ཟེར་གྱི་འདུག་ད་སྙན་པ་སྨྲ་བ་དེ་ད་ལྟ་བཅོམ་ལྡན་འདས་ཀྱིས་བདེན་བཞི་ངོ་སྤྲོད་བྱས་ནས་དེ་ནས་ཉམས་ལེན་རིམ་པ་ཇི་ལྟར་གསུངས་སོང་བ་སྡུག་བསྔལ་ཤེས་པར་བྱ།

བསྡུ་བའི་དངོས་པོ་ཞིག་ན་ལུགས་ལ་དོན་སྤྱོད་པ་ཟེར་གྱི། ད་སྡུག་བསྔལ་ཤི་བར་བྱ་གསུངས་འགྲོ། ད་ང་ཚོ་སྡུག་བསྔལ་ཤི་བར་བྱ་ཟེར་ཡག་དེ་སྡུག་བསྔལ་དེ་ག་རེ་རེད་སྡུག་བསྔལ་དེ་ལ་རིགས་མང་པོ་ཡོད་པའི་ནང་ནས་སྡུག་བསྔལ། སྡུག་བསྔལ་བརྒྱད་བཞག་ཡག་རེད་བ། སྡུག་བསྔལ་དྲུག་བཞག་ཡག་སྡུག་བསྔལ་གསུམ་བཞག་ཡག་དེ་འདྲ་ཡོད་རེད་བ། ད་སྡུག་བསྔལ། གསུམ་བཞག་ཡོད་འདུག་ག་ལ་རྩ་བའི་ག་རེ་རུ་ཁྱད་པར་འདུས་བྱས་ཀྱི་སྡུག་བསྔལ། སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཟེར་སྡུག་བསྔལ་རྣམ་པ་གསུམ་རྩ་བའི་གིས་ད་སྡུག་བསྔལ་རྣམ་པ་གསུམ་ཞིག་གདོད་དུ་ཡོད་འདུག་ད་དེའི་ནང་ལས་སྡུག་བསྔལ་ཤེས་པར་བྱ་ཟེར་སྡུག་བསྔལ་དེ་ག་རེ་ཞིག་གོ་གསུངས་པ་རེད་ལབ་ན། ཞུས་པས་ན་ད་དེ་སྡུག་བསྔལ་དེ་ང་ཚོ་སྡུག་བསྔལ་གྱི་སྡུག་ང་ཚོ་ངོ་ཤེས་ཀྱི་ཡོད་ར། སྡུག་བསྔལ་གྱི་སྡུག་ང་ཚོ་ངོ་ཤེས་ནས་དཔེར་ན་ཁེན་པའི་ཟུག་གཟེར་སོགས་དྲོད་གོ་ཡའི་ཟུག་གཟེར་སོགས་དྲོད་ཕོ་བའི་གི་ད་ཟུག་གཟེར་སོགས་དྲོད་ཧ་གོ་ནས་སྨན་ཁང་དེ་འགའ་འགྲོ་གི་ཡོད་ར། དེ་སྡུག་བསྔལ་དེ་ང་ཚོ་ངོ་མ་ཤེས་པར་སེམས་ཁྲལ་བྱས་མི་འདུག་ར། གཉེན་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་གཉེན་སྡུག་པ་དང་བྲལ་བའི་སྡུག་བསྔལ་དེ་ཚོ་ང་ཚོ་ལ་ཡོང་གི་འདུག་ར། ཡོང་ནས་མི་གཞན་ལ་འབྲེལ་བ་བྱེད་ཡག་ཡོང་གི་རོགས། ད་དེ་ཤེས་པ་བྱས་གསུང་གི་ཡོད་མ་རེད། སྡུག་བསྔལ་གྱི་སྡུག་བསྔལ་ཤེས་པ་བྱས་གསུང་གི་ཡོད་མ་རེད། ཨ་ནི་འགྱུར་བའི་སྡུག་བསྔལ་ཟེར་གྱི་འདུག་འགྱུར་བའི་སྡུག་བསྔལ་ཟེར་དུས། འགྱུར་བའི་སྡུག་བསྔལ་ལབ་དུས་གང་ན་ང་ཚོ་དེའི་མགོ་ར་འགྱུར་བའི་སྡུག་བསྔལ་ལབ་དུས་ག་ལ་དཔེར་ན་ང་ཚོ་ཟག་བཅས་ཀྱི་འཚོ་བ་བདེ་བ་ཟེར། གཉེན་བཟང་སྒོར་ཁྲལ་བའི་བདེ་བ། ཟས་བཟང་པོ་ཁྲེལ་བའི་བདེ་བ། རེ་བ། གཅིག་གིས། ག་ལ་བ་དང། སོ་སོ་ལ་འདོད་པའི་བདེ་བ་ཐོས་པའི་བདེ་བ་གཅིག་ངོ་རེ་སོ་སོའི་ཡིད་དུ་འོང་བ་ཁྲེལ་བའི་བདེ་བ་གཅིག་དུ་བ། དེ་ལ་འགྱུར་བའི་སྡུག་བསྔལ་ཟེར་བ་རེད། བདེ་བ་ཁོ་རང། ང་ཚོའི་བདེ་བ་དེ། གཏན་དུ་གནས་ཀྱི་རེད་བ་གནས་ཀྱི་མ་རེད་ཟེར་ན་གནས་ཀྱི་མི་འདུག་བ། དཔེར་ན་ང་ཚོ་གཉན། དང་པོ་རྨ་བྱ་བའི་སྔ་རོལ་དུ། དཔེར་ན་ང་ཚོ་ནང་ཕན་ཚུན་གཉན་རྨ་བྱ་བའི་སྔ་རོལ་དུ་ང་ཚོ་བཏང་སྙོམས་རེད་བ། ང་ཚོ་ནང་ཕར་ཚུར་པས་བཏང་སྙོམས་རེད་དེའི་སྔོན་ལ་ག་བ་ཐུག་དགོས་ནས་ཅིག་ཞི་ར་འཚོ་བ་ཡོད་མ་རེད། འཚོ་བ་ཡོད་མ་རེད་སེམས་ལ་སེམས་ཐག་ཉེ་པོ་ཞི་ར་ཡོད་མ་ར། ད་གཅིག་ཐུག་གཉིས་ཐུག་གསུམ་ཐུག་གསུམ་སེམས་ཐག་ཉེ་པོ་ཆགས་པའི་རྗེས་སུ་ཞི་བ་བྱེད། དགའ་བའི། བདེ་བ་བྱེད་ར་བ་ད་སོ་སོ་པས་གཉེན་ཉེ་བའི་བདེ་བ་འདུ་བ། གཉེན་ཉེ་བའི་བདེ་བ་དེ་ཡོད་དུས་ག་ལ་དེ། མི་དེ་དཀའ་ངལ་འདྲ་པོ་འཕྲད་ཅིག་དཀའ་ངལ་འདྲ་པོ་ནང་ལྷུང་སོང་ན་སྨྲ་སྐྱིད་བྱ་གི་འདུག་ལབ་བཟང། མ་རྒྱུ་ཆ་སྦྱོར་བ་དང། ད་དེ་གི་སྔར་གི་བདེ་བ་དེ་རྒྱུ་རུ་འདུག་མིན་ས། བརྟན་པོ་ཡོད་མ་རེད། བདེ་བ་དེ་བདེ་བ་རང་མཚན་བ་ཅིག་མ་རེད། བདེ་བ་རྒྱུ་ཡོད་འདུག་མིན་ཟེར་དུས་བདེ་བ་དེ་གནས་མི་ཐུབ་ཡ། རྐྱེན་གཞན་གི་ཁོ་བདེ་བ་དེ། ག་རེ་བཟུང་ད་རྐྱེན་གཞན་གི་བདེ་བ་དེ་མེད་བ་བཟུང་ཡ་ཅིག་ཡོད་པ་ཡིན་ཙང་དེ་ལ་ཡང་རྒྱུ་རུ་འདུག་མིན་ཟེར་གི་འདུག་དེ་སྡུག་བསྔལ་གྱི་སྡུག་བསྔལ། དེ་སྡུག་བསྔལ་བ་ཞེས་གསུང་དགོས་མ་རེད་བཅོམ་ལྡན་འདས་ཀྱིས། སྡུག་བསྔལ་རྣམ་པ་གཉིས་དོ། སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཞེས་གསུང་དགོས་པ་མ་རེད་ཟེར་བ་རེད། ད་སྡུག་བསྔལ་གྱི་སྡུག་བསྔལ་ཤེས་པར་བྱ། སྡུག་བསྔལ་ངོ་སྤྲོད་བྱས་ཡ་སྡུག་བསྔལ་དེ་ག་ལ་ཁྱད་པར་འདུས་བྱས་ཀྱི་ཕུང་པོ་དོ། ཉེ་བར་ལེན་པའི་ཕུང་པོ་བྱེད་རོགས། ང་རང་སོ་གི། ད་ལྟ་ང་ཚོ་གི་ལུང་ག་ཟབ་ད། རྣམ་ཤེས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུས་བྱས་ཀྱི་ཕུང་པོ་འདུས་བྱས་ཀྱི་ཕུང་པོ། གཟུགས་ཀྱི་ཕུང་པོ་སའི་ཕུང་པོ་ལྔ་པོ་བྱེད་དོ། ད་དེ་སྡུག་བསྔལ་རང་བཞིན་པ་ཤེས་པ་བྱེད་དགོས་རེད། དེ་གང་ནས་ཡོང་བ་རེད། ང་ཚོས་ཡང་ཡང་དེ་ལས་ཉོན་གྱིས་དབང་གིས་དབྱུང་ངོ། ལས་དང་ཉོན་མོངས་པའི་སྐྱེ་བ་སྔ་མ་གི་ལས། ལས་ཀྱི་སྟོབས་ཀྱིས་བྱུང་བ་ཡིན་ཙང་ཁོ་སྡུག་བསྔལ་གྱི་རང་བཞིན་གྱིས་རེད། ཁོ་ཡོད་ཙང། སྡུག་བསྔལ་གྱི་སྡུག་བསྔལ། འགྱུར་བའི་སྡུག་བསྔལ་ཡོང་གི་ཡོད་རེད་དེ་ཡིན་དུས་དེ། སྡུག་བསྔལ་རང་བཞིན་ཡིན་པ་ཤེས་དགོས་རེད་ཟེར་གྱི། སྡུག་བསྔལ་ཤེས་པར་བྱ། ཟེར་གྱི། རེད་བ། ད་དེ་སྡུག་བསྔལ་ཡིན་པ་ཤེས་ཉེན་དེ་ད། ད། སྡུག་བསྔལ་ཡིན་པ་མངོན་སུམ་རྟོགས་ཉིན་དེ་འཕགས་པ་མ་དུ་མས་རེད་བ་ད་ང་ཚོ་ལམ་འགྲོ་ཡོང་དུས། ད་དེ་མངོན་སུམ་རྟོགས་ཉིན་དེ་འཕགས་པ་མ་དུ་མས་བ་ཡིན་དུས་ད་སོ་སོའི་སྐྱེ་བོ་རྣམས་དེ་ཤེས་ཐོད་ག་ལས་ཁག་པོ་རེད་ད་དེ་ཡིན་དུས་དེ་ཤེས་པ་ཡིན་ན། དེ་སྡུག་བསྔལ་གྱི་རང་བཞིན་ཤེས་པ་ཡིན་ན་ད་དེ་རྒྱུ་ག་རེ་རེད་དུས་བསམ་བློ་གཏང་གི་རེད་བ། འོ་ད་དེ་སྡུག་བསྔལ་རང་བཞིན་རེད་ཁྱད་པར་དུ་བྱེད་པའི་ཕུང་པོ་དེ་སྡུག་བསྔལ་རང་བཞིན་ཡིན་དུས་ད་དེ། ཁོ་སྐྱེ་མཆེད་དྲི་ནས་མི་འདུག་ཁོ་སྒྲུབ་བྱེད་ཀྱི་རྒྱུ་དེ་ལས་ཉོན་གཉིས་རེད་བཞག་ལས་ཉོན་གཉིས་དེ་རྩ་བ་ག་རེ་ཟེར་ཉོན་མོངས་རེད་བཞག།

རེད། རེ་བ་སྨན་པ་གིས་ད་དེ་གསུང་གི་ཡོད་ར། ཁྱེད་རང་གིས་ན་བཟའ་དེ་ན་གི་འདུག་ན། ན་བཟའ་དེ་ག་རེ་བྱས་ནས་ན་རེད། རྒྱུ་ག་རེ་རེད་ལབ་ན། རྒྱུ། དཔེར་ན། ང་ཚོའི་སྒོ་ན་ཡ་དང་དེ་འདྲ་ཡོད་དུས་ཞག་རྩི་གསར་བ་ཡིན་ན་ན་གི་རེད་ཟེར་ཡ་འབྱོར་ར། དེ་ནས་དེ་ནས་བཟུང་སྟེ་ཞག་རྩི་བཀག་ཡ་དེ་ནད་ཀྱི་རྒྱུ་སྤང་གི་འདུག་ཨ། དེ་ན་ཤས་ཆེ་ན་ང་ཚོ་ཁྱབ་པ་འདུས་བྱས་ཀྱི་སྡུག་བསྔལ་དེ་སྡུག་བསྔལ་རང་བཞིན་པ་ཤི་སོང་ན་དེ་ཐོབ་བྱེད་ཀྱི་རྒྱུ་དབྱུང་བྱེད་ཀྱི་རྒྱུ་དེ་བཀག་པ་རེད། ཀུན་འབྱུང་སྤང་བར་བྱ། ཀུན་འབྱུང་དེ་ལས་ཉོན་གཉིས་ཟེར་ཏེ། ལས་ཉོན་གཉིས་ནང་ནས་རྩ་བ་འདྲ་བོ་དེ་ཉོན་མོངས་རེད་བཞག། ད་ང་ཚོའི་སྡུག་བསྔལ་ཐོབ་པ་ཕྱི་ཉིན་རྒྱུ་དཔེ་དེ། ཉེར་ལེན་འདྲ་བོ་དེ་དེ་རེད་བཞག་ལས་ཟེར་ཏེ། ལས་ཀྱི་རྒྱུ་དེ་ག་རེ་ཟེར་ཉོན་མོངས་རེད། དེ་ནས་ཀུན་འབྱུང་སྤང་བར་བྱ། ལས་ཉོན་གཉིས་དེ་སྤང་འོག་རེད། གསུངས་གི་འདུག་ཀུན་འབྱུང་སྤང་བར་བྱ། ཨ་ནི། འགོག་པ་སྔོན་དུས་ཆག་སླ་དུས་ད་ཆའི་ད་ལྟ་བྱེད་ཞུ་དགོས་རེད་ཀུན་འབྱུང་སྤང་བར་ཆགས་སེ་ཀུན་འབྱུང་སྤང་ཡག་དུས་མིན་བདག་བྱེད་ཞུ་རོགས། ལས་ཉོན་གཉིས་སྤང་ཡག་དུས་མིན་དུ། ལས་ཉོན་གཉིས་ཀྱི་རྩ་བ་ཉོན་མོངས་རེད་ད་དེའི་ནང་ལས་ཉོན་མོངས་རེད་ཉོན་མོངས་ཀྱི་རྩ་བ་དེ་སྟོན་མོ་བདེན་འཛིན་རེད་སྟོན་མོ་བདེན་འཛིན་དེ་ལ། འགལ་རྐྱེན་དགར་ས་མཐུན་རྐྱེན་མཐུན་རྐྱེན་དང་འགལ་རྐྱེན་གཉིས་ནང་ནས་འགལ་རྐྱེན་མང་བ་འདུག་མཐུན་རྐྱེན་མང་བ་འདུག་བདག་བྱེད་བྱས་ཏེ་མཐུན་རྐྱེན་ཉུང་ཡོད་རེད་མཐུན་རྐྱེན་ཡོད་མ་རེད་གོ་རང། རེ་བ་ཚུལ་མིན་ཡིད་བྱེད་ཀྱི་སྒྲོ་བཏགས་ནི་སྐྱིད་བདེ་བ་ཅིག་རེད་མ་གཏོགས་རྩ་བའི་གི་ཡུལ་བདེ་བ་ཅིག་མ་རེད་པ། དེ་ཡིན་དུས་ཁོ་ལ་གཉེན་པོ་དང་ཁོ་ལ་ཡང་ཅིག་གིས་འཛིན་སྟངས་འགལ་བའི་བློ་མཚན་ཉིད་ཚང་བ་ཅིག་ཡུལ་བདེ་བ་ཅིག་མཐོང་ཡོང་དུས་འོ་ད་དེ་འཛིན་སྟངས་འགལ་བའི་བློ་ཅིག་སྐྱེས་པས་ན། འོ་ད་དེ་སྤང་དགོས་ཀྱི་བྲལ་བའི་འགོག་བདེན་ཟེར་ཡག་དེ་མངོན་དུ་བྱ་བ་མངོན་དུ་བྱ་ངེས་རེད་བསམ་ཡོང་དུས་དེ་ནི་འགོག་པ་མངོན་དུ་བྱེད་འདོད་ཀྱི་བློ་སྐྱིད་རེད་བ། འགོག་པ་ཐོབ་འདོད་བློ་སྐྱེ་གིར་འགོག་པ་སེ་དུ་ག་ར་འོ། ཉོན་མོངས་སྤངས་པའི་བྲལ་བས་འགོག་བདེན། སྤངས་པའི་ཡོན་ཏན་དེ། ད་དེ་ཐོབ་བས་ན། དེ་ཐོབ་བས་ན་ད་ང་ཚོ་ལ་དངོས་གནས་ཁོ་རང་སྡུག་བསྔལ། སླར་སྐྱེ་ཡ་མི་འདུག། དེ་དུས་ང་ཚོ་ཆོས་ཀྱི་སྡོམ་ཤིང་ན་ཡོད་པ། འདུས་བྱས་ཐམས་ཅད་མི་རྟག་པ། བཟའ་བྱས་ཐམས་ཅད་སྡུག་བསྔལ་བ། ཆོས་ཐམས་ཅད་སྟོང་ཞིང་བདག་མེད་པ། མྱ་ངན་ལས་འདས་པ་ཞི་བ་ཟེར་ཏོ། ཐ་མ་མྱ་ངན་ལས་འདས་པ་ཞི་བ་ལ་ཡ་དེ་རྒྱུ་མཚན་ག་རེ་ཟེར་ན། རྒྱུ་ཉོན་མོངས་སྤངས་སོང་ན། སྡུག་བསྔལ་སླར་སྐྱེ་ཡ་ཡོད་མ་རེད་ཟེར། སྡུག་བསྔལ་ཞི་ཚར་རེད། ད་ང་ཚོ་ཉོན་མོངས་ཀྱི་ཟུག་འོག་ར། ཞེས་ཉོན་མོངས་བྱས། རྒྱུས་ཉོན་མོངས་བྱས། དེའི་དབང་གིས་ལས་དཀའ་ན་བསགས། རེ་བ། ལས་ནག་པོ་བསགས་དུས་ངན་སོང་གི་སྡུག་བསྔལ། ལས་དཀར་པོ་བསགས་དུས། མངོན་འདོད་ཀྱི་སྡུག་བསྔལ་གྱི་མགོ་ར། ང་ཚོ། འཁོར་བ་འདི་ན་གནས་ཚར་བའི་རྗེས་ལ། སྡུག་བསྔལ་རང་མཚན་པ་ཅིག་རེད་མ་གཏོགས་བདེ་བའི་སྐབས་ཡོད་རེད། བདེ་བ་དེ་རྒྱུ་བའི་སྡུག་བསྔལ་རེད་མ་གཏོགས་བདེ་བ་མཚན་ཉིད་པ་རྒྱུ་བ་མི་འགྱུར་བདེ་བ་ཅིག་ཡོད་མ་རོགས། ད་རྒྱུ་བ་མི་འགྱུར་གྱི་བདེ་བ་དེ་ག་དུས་ཐོབ་རེད་ལབ་ན་མྱ་ངན་ལས་འདས་པ་ནི་ཞི་བ་ཟད་ཅིང། མྱ་ངན་ལས་འདས་པར་ཞི་བ་གསལ་བྱེད་རྟགས་ཀྱི་ཐིག་རྐང་ཐོབ་ཡོང་དོ། དེ་ཡོད་དུས། བྱས་ཙང་ད་འགོག་པ་མངོན་འདོད་བྱ་ཟེར་ན་འགོག་པ་མངོན་འདོད་བྱེད་དགོས་པས་བྱས་ན་ཕན་ཡོན་ག་རེ་ཡོད་ལགས་ན་སྡུག་བསྔལ་ལ་སྐྱེ་ཡ་ཡོད་མ་རེད། རེད་བ། ད་དེ་ཤོད་གི་ལགས་ནི་འགོག་པ་མངོན་འདོད་བྱེད་ཡ་དེ་འགོག་པ་དེ་ཡང་ནི་ཐོབ་བྱེད་ཀྱི་རྒྱུ་མེད་པ་ནི་པའི་རང་བྱུང་གི་འགོག་པ་འགྲོ་བ་ཐོབ་ཡ་ཡོད་རེད་ཡོད་མ་རེད་ཟེར་ན་དེ་ཡོད་མ་རེད། ཨ་ཐོབ་བྱེད་རྒྱུ་ཅི་ཡོད་རེད། ཐོབ་བྱེད་རྒྱུ་ག་རེད་ཟེར་ན་འགོག་པ་ཐོབ་པར་བྱེད་པ་ལ་སྒྲིབ་བྱེད་ཅུའི་ཉོན་མོངས་རེད། ཉོན་མོངས་ཀྱི་རྩ་བ་བདག་འཛིན་རེད། བདག་འཛིན་གྱི་གཉེན་པོ་བདག་མེད་འདོད་པའི་ཤེས་རབ་རེད། ད་བདག་མེད་འདོད་པའི་ཕྱིར་ལམ་འདི་བསྒོམ་དགོས་རེད། དེ་སྐྱིད་དགོས་རེད། ད་དེ་སྐྱིད་ཡོད་ལ་ཁ་སང་ང་ཚོའི་བྲེལ་བ་ཆུང་སོང་ཨ། གང་འདྲས་སུ་སྐྱིད་དགོས་རེད་རིམ་པ་གང་འདྲས་འགྲོ་དགོས་ལགས་ན་དང་པོ་མི་རྟག་པ་ཞིག་བསམ་བློ་བཏང་རོགས། ང་ཚོས་ཉེ་བར་ལེན་པའི་ཕུང་པོ་འཇོག་རོགས། ཉེ་བར་ལེན་པའི་ཕུང་པོ་དེ་རྒྱུ་བའི་རང་བཞིན་ཡིན་པ་ཞིག་བསམ་བློ་བཏང། དེའི་རྗེས་ལ་སྡུག་བསྔལ་གྱི་རང་བཞིན་ཡིན་པ་བསམ་བློ་བཏང། དེའི་རྗེས་ལ་ང་རང་སོགས་ཉེ་བར་ལེན་པའི་ཕུང་པོ་དེ་གཅིག་གི་ཕྱི་ལོགས་ནས་བྱིས་པ་པོ་བཀོད་བཞིན་ཉིན་གྱི་སྐུད་པ་པོ་ཅིག་ཡོད་པ་མེད་པ་ཅིག་བསམ་བློ་བཏང། དེ་ནས་དེ་རྗེས་ལ་ཉེ་བར་ལེན་པའི་ཕུང་པོ་དེ་རང་གི་གདགས་གཞི་ལ་བརྟེན་ནས་ད་ཅིག་ཉེ་བར་ལེན་པའི་ཕུང་པོ་དེ་ཡང་རང་གི་རྒྱུ་རྐྱེན་ལ་བརྟེན་ནས་གྲུབ་ཙམ་གྱིས་མ་གཏོགས་གཏོལ་མེད་རང་དབང་དུ་གྲུབ་པ་མེད་བསམ་པའི་བདག་མེད་པ་སྒོམ། དེ་འདྲའི་སྒོམ་པ་ལ་བརྟེན་ནས་དེ་ནི་བྲལ་བའི་འགོག་བདེན་མངོན་དུ་བྱེད་ཐུབ་ཀྱི་རེད། བྱས་འདི་ད་ལྟ་དེ། དེའི་སྐབས་ལ་དེ་གསུང་དགོས་པར་གདའ། དེ་བདེ་བ་གཉིས་པའི་སྐབས་ལ་ཉམས་ལེན་བྱེད་སྟངས་རིམ་པ་གསུངས་ཡོད་རེད། ཁྱེད་སོང་དེ་ཉམས་ལེན་བྱེད་སྟངས་རིམ་པ། ད་དེའི་རྒྱུད་བླ་མ་རེ་མདོ་སྡེ་རྒྱན་རེ་ཅི་ན་ཡོད། ནད་ནི་ཤེས་བྱ་ནད་ཀྱི་རྒྱུད་ནི་སྤང་བྱ་ལ་དེ་ནད་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར། ཟས་སྤྱོད་བ། དེ་ཡིན་དུས་ད་འཇིག་རྟེན་གྱི་དཔལ་ཤེས་དུས་ང་རང་སུ། ལུས་ཀྱི་ན་བཟས་ཀྱི། ན་བཟའ་དང་དུས་སུ་དཔེ་བྱ་ནི་གསུང་དུ། ན་བཟའ་དེ་སྡུག་བསྔལ་བདེན་པ། ནད་ཀྱི་རྒྱུད་དེ་ཀུན་འབྱུང་བདེན་པ། ནད་དེ་བྲལ་བའི་གྱི་བདེ་བ་དེ་འགོག་པ་བདེན་པ་ལ་དཔེ་བྱར། ད་དེ་ཐོབ་བྱའི་རྒྱུད་སྨན། རེ་བ། སྨན་མེད་ན་ནད་དྲག་ཅིང་མི་འདོར་བ། ད་སྨན་འདྲ་བོ་དེ་ང་ཚོས་ནད་དྲག་གི་སྨན་འདྲ་བོ་དེ་ད་ང་ཚོས་དཔེ་དང་དོན་སྦྱར་བས་ན་དཔེའི་སྐབས་སུ་ནད་དེ་ང་ཚོའི་ལུས་ཀྱི་ན་བཟའ་དང་སེམས་ཀྱི་སྡུག་བསྔལ་རེད་བ། དེ་གི་དེ་གི་རྒྱུ་ག་རེ་རེད། ལུས་ཀྱི་ན་བཟའ་གི་རྒྱུ་ག་རེ་ཟེར་ན་ང་ཚོ་ཟས་དྲོད་མ་སྙོམས་པ་རེད་བ། ཟས་ཟས་ངན་པ་ཟས་དེ་ལ་རང་གི་ལུས་དང་མ་སྙོམས་པའི་ཟས་རེད་བ། དེ་ནས་དེ་ཚོ་གང་གི་ལོ་སྡུག་བསྔལ་གྱི་རྒྱུ། རེ་བ་ད་སྡུག་བསྔལ་རྒྱུ་དེ་དཔུང་ཡག་གི་གཉེན་པོ་ག་རེ་རེད་ཟེར་ན་སྨན། རེ་བ་ད་སྨན་དང་གཅིག་གི་ལུས་ཀྱི་ན་ཚ་བཏང་གི་འདུག་ན་དེ་ཟས་ཅིག་ནད་དེ་གྲོལ་བར་བྱེད་སྨན། དེ་དེ་དེ་སྨན་དེ་ཟས་པའི་ལུང་ལུང་བཅད་པ་ལ་དེ་བྱུང་བའི་བདེ་བ་དེ་འགོག་པ་ལ་དཔེ་སྦྱར། དེ་འདྲས་བྱས་ནས་ནད་ནི་ནད་ནི་གར་ཟག་ད་ནད་ཀྱི་ཤི་ནི་གར་ཟག་ད། ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ་དེ་ནས་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར། དེ་ནས་ཐོབ་བྱ་སྨན་ནི་བསྟེན་པར་བྱའོ། ད་དེ་དེ་ལྟོ། རྒྱུད་བླ་མའི་ཚིག་ཏུ་སྒྲོ་མ་སོགས་ད་དེ་འགྲེལ་བྱེད་དཔེ་བྱས་ན་གསུངས། ད་དེ་ཆད་བདེ་བ་གཉིས་པ་དེ། བདེ་བ་གཉིས་པ་དེ་དེ་འདྲ་ཅིག་རེད། ད་ནི་དེ། བདེ་བ་དང་པོ་དེ་སྡུག་བསྔལ། བདེན་པ་ཞིག་ངོ་སྤྲོད་ཙམ་བྱས་ལ། བདེ་བ་གཉིས་པའི་སྐབས་ལ། རྐུན་མ་ནང་ཡང་དེ་ང་ཚོས་བྱེད་དགོས་ཀྱི་རེད་བྱེད་དགོས་རེད་ཟེར་དེ་བྱས། མ་བྱས་པ་ཡོང་ཡ་ཡོད་མ་རེད་ཟེར་བྱེད་རོགས། བདེ་བ་ཡིན་ན་ཡང། བདེ་བ་ཐོབ་བྱེད་ཀྱི་རྒྱུ་མ་བསགས་པར་བདེ་བ་ཐོབ་ཡ་ཡོད་མ་རེད། སྡུག་བསྔལ་ཡིན་ན་ཡང་སྡུག་བསྔལ་སྡོད་ཀྱི་མི་འདུག་ནས་སྡུག་བསྔལ་གྱི་རྒྱུ་མ་སྤངས་ན་སྡུག་བསྔལ་རང་འཇགས་ཐོབ་ཀྱི་རེད་ཟེར་བྱེད། རེད། དེ་ཡིན་དུས་སྤྱོད་འཇུག་ཚིག་མ་རེད། བདེ་བ་འདོད་ཀྱང་གཏི་མུག་པས་རང་གི་བདེ་བ་དགྲ་དང་འཇོམས་ཟེར། རེད། ད་ཅིག་དེ་ང་ཚོ་བདེ་བ་འདོད་ཀྱི་ཡོད་རེད། བདེ་བ་འདོད་ཀྱི་ཡོད་རེད་ཅེ་ན་བདེ་བའི་རྒྱུ་སྒྲུབ་མི་ཤེས། བདེ་བ་དེ་དཔེ་དང་ང་ཚོ་སྒོ་ཀུན་ནས་ཆགས་སྡང་ང་ཚོའི་སེམས་དེ་ཆགས་སྡང་གི་གཞན་དབང་དུ་བཏང་ནས་ང་ཚོ་སྒོ་ཀུན་ནས་སྡུག་བསྔལ་ཐོབ་པ་བྱེད་ཀྱི་ཡོད་རེད། དེ་བས་དེ་བདེ་བ་འདོད་ཀྱི་ཡོད་རེད་ཅེ་ཡིན་ནས་སྒོ་ཀུན་ནས་བདེ་བ་ཐོབ་པ་མི་བྱེད་པར་སྡུག་བསྔལ་སྐྱེད་འཇུག་གི་ཡོད་རེད། རང་གི་བདེ་བ་དགྲ་དང་བཅོམ་ཟས་བྱེད། བྱས་ཙང་ང་ཚོ། འདོད་པ་ནང་བཞིན། བདེ་བ་འདོད་དགོས་དུས་ན་བདེ་བའི་རྒྱུ་སྒྲུབ་དགོས་རེད། སྡུག་བསྔལ་འདོད་དགོས་མི་འདུག་ན་སྡུག་བསྔལ་གྱི་རྒྱུ་སྤང་དགོས་རེད་ཟེར་ཡ་ཅིག་ད་དེ་བདེ་བ་གཉིས་པ་དེ་རེད། ད་བདེ་བ་གསུམ་པའི་སྐབས་ལ་ད། བྱ་བ་འབྲས་བུ་དང་བཅས་པ་ལ་བདེ་བ་ལ་དུས་འགའ་ལ། ད་སྡུག་བསྔལ་ཁྱེད་རང་གི་ཉེ་བར་ལོན་པའི་ཕུག་མོ་དེ་སྡུག་བསྔལ་རང་བཞིན་པ་ཤེས་སོང་ན་དེ་ག་རང་རེད་མ་གཏོགས་གཞན་པ་དམིགས་བསལ་ཤེས་ཡ་གང་ཡོང་མ་རེད་དེ་ག་རང་ཤེས་པ་བྱེད་དེ་ག་མ་བྱེད་པ་བྱེད་ཟེར་ཡ་ཅིག། ཤེས་པ་བྱར་མེད་ཟས་སྦྱོར་ར། དེ་ག་རང་ཤེས་པ་དེ་ག་རང། འགྲིག་ཚར་རེད། མོ་དེ་མ་བརྗེད་པར་བྱས། དེ་ཡང་ཡང་བསམ་བློ་བཏང། དེ་ནས་དེའི་རྒྱུད་ཀུན་འབྱུང་དེ་སྤང་ཚར་སོང་ན་དེ་ག་རང་རེད་ཡང་རྒྱུད་ཀུན་འབྱུང་སྤང་ཡ་ཅིག་ཡོད་མ་རེད། རེད་བ། ཤེས་པ་བྱར་མེད། ཀུན་འབྱུང་སྤང་བར་བྱ་སྟེ་སྤང་བར་བྱར་མེད། འགོག་པ་མངོན་དུ་བྱ་སྟེ་མངོན་དུ་བྱར་མེད་ཟེར་དུས་ད་ཉོན་མོངས་སྤངས་པའི་བྲལ་བས་འགོག་བདེན་རང་གི་རྒྱུད་ལ་ཐོབ་སོང་ན་དེ་ག་རང་རེད་ཐོབ་བྱ་དེ་ག་རང་རེད་མ་གཏོགས་ཡང་རྒྱུད་ཐོབ་བྱ་གསར་བ་ཅིག་ཐོབ་ཡ་ཡོད་མ་རེད། ར། དེ་འདྲ་བའི་འགོག་པ་དབང་དུ་བྱེད་ཡག་གི་ཐོབ་བྱེད་ཀྱི་རྒྱུ་བདག་མེད་འདོད་པའི་བློ་དེ་རང་གི་རྒྱུད་ལ་སྐྱེས་སོང་ན་དེ་ག་རང་རེད་མ་གཏོགས་ཡང་རྒྱུད་བདག་མེད་ཞེན་པ་ཅི་གསར་བ་འདྲ་བོ་སྐྱེས་ཡ་ཡོད་མ་རེད་ཐོབ་ཡ་ཡོད་མ་རེད་དེ་ཡིན་དུས་ད་བྱ་བ་འབྲས་བུ་དང་བཅས་པ་ཟེར་དུས་ག་ལ་དེ་ག་རང་རེད་ད་དེ་ག་རང་ཉམས་ལེན་བྱེད། ར། སྡུག་བསྔལ་ཤེས་པ་བྱེད་སྡུག་བསྔལ་ཤེས་པ་དེ་མ་བྱེད་པར་བྱེད་སྡུག་བསྔལ་གྱི་རྒྱུ་སྤོང་ཡག་གི་གཉེན་པོ་དེ་བདག་མེད་འདོད་པའི་ཤེས་རབ་དེ་སྐྱེས་པར་བྱེད་དེ་འདྲ་བྱས་པས་ན་འགོག་པ་དབང་དུ་བྱེད་ཐོབ་གི་རེད་ཟེར་ཅིག་ཐ་མ་དེ་ལ། བྱ་བ་འབྲས་བུ་དང་བཅས་པ་ལ་དད་པ་ཟེར་དུས། ཤེས་པར་བྱ་བ་དང་བསྒོམ་པར་བྱ་བ་དང་མངོན་དུ་བྱ་བ་དང་སྤང་བ་དེ་ཚོ་དེ་ག་རང་རེད་ཟེར་གྱི་རེད། ཡང་སྦྱོར་སྤང་ཡག་མི་འདུག་ཡང་སྦྱོར་མངོན་དུ་བྱེད་ཡག་མི་འདུག་ཡང་སྦྱོར་བསྒོམ་ཡག་གང་མི་འདུག་ཡང་སྦྱོར་ཅིག་གིས་ཤེས་པར་བྱེད་དགོས་ཡག་གང་ཡོང་མ་དེ་ག་རང་རེད། ད་ཉམས་ལེན་ཡག་པོ་བྱེད་ཤོག་ཟེར་གྱི་རེད་ད་མ་དེ་ལ། དེ་ཡིན་དུས་ད་དེ་གི་བདེ་བ་གསུམ་དེ་གི་དང་པོ། བདེན་པ་བཞི་ངོ་སྤྲོད་ཙམ་བྱས་གཉིས་པ་དེ་བདེན་པ་བཞི་ཉམས་ལེན་བྱེད་དགོས་དང་རིམ་པ་དེ་གསུངས་དེ་ནས་མཐའ་མ་དེ་ལ་འབྲས་བུ་ཐོབ་ཟེར་ན་དེ་ག་རང་རེད་ཟེར་གྱི། འབྲས་བུ་འགོག་བདེན་ཐོབ་ཟེར་ན་དེ་ག་རང་རེད་ཟེར་གྱི། དེ་ནས་སྡུག་བསྔལ་ལ་སྐྱེ་ཡ་ཡོད་མ་རེད་ཟེར་དུས་ད་ཆོས་ཀྱི་སྡོམ་བཞིའི་ནང་ལོ་མྱ་ངན་ལས་འདས་པ་ནི་བྱེད་པ་ཟེར་གྱི། ད་དེ་ག་ལ་ད་འགྲིག་མིན་འགྲོ།

དེ་ནང་བཞིན་བྱས་ནས་དཔེ་ལ་སྦྱར་ཡང་འདིར་རོ། ནད་ཀྱི་རྒྱུ་ནད་ངོ་ཤེས། ནད་ཀྱི་རྒྱུ་ངོ་ཤེས་དུས་ནད་དེ་རྒྱུ་ག་རེ་དང་ནད་ཀྱི་རྒྱུ་དེ་སྤང། རེད་བ། ནད་དེའི་རྒྱུས་སྤང་མིན་དུས་ནད་དེ་ལ་ལྟོས་པའི་ནད་དེ་ཀྱི། ནད་དེ་བྲལ་བའི་བདེ་བ་དེ་ཐོབ། བདེ་བ་དེ་ཡང་ཐོབ་བྱེད་རྒྱུ་ག་རེ་ཟེར་ན་སྨན་རེད། རེད་བ། ཞེས་བྱ་སྤང་བྱ་རིག་པར་བྱ་ཞེས་བསྟན་པར་བྱ། ཟེར་ཞེས་ད་ལྟའི་རྒྱུད་བླ་མའི་ཚིག་འདི་འདྲའི་རིགས་ཞབས་པད་དང་དོན་བྱ་ནས་གསུངས། དོ། ད་ཁུངས་གཏུགས་ས་དེ་བཅོམ་ལྡན་འདས་བདེན་བཞི་ཆོས་འཁོར།

བླང་དོར་གྱི་གནས་ལ་འཇུག་པར་བྱེད། ཐ་མ་དེ་བྱ་བ་འབྲས་བུ་དང་བཅས་པ་བདེ་བར་ཟད་དུས་དེ་ག་རང་རེད་ད་ཉམས་ལེན་བྱས་པ་དེ་ག་རང་རེད་ཟེར་གྱི། ཐོས་བ་དམིགས་བསལ་འང་གཞན་པ་གཅིག་གི་གང་ལ་ཉམས་ལེན་བྱེད་དགོས་གང་ཡོད་མ་དེ་ག་རང་རེད་ད་དེ་ག་རང་ཁུངས་སྐྱེལ་ཞོར་ཟེར་གྱི་རེད། རོ། ཤེས་པའི་དེ་ག་དེ་ག་རང་རེད་ད་ཡང་སྒྱུར་བཤད་ཡ་གང་ཡོད་མ་དེ་ག་རང་མ་བྱས་པ་བྱས་ཟེར་གྱི། དེ་ནས་ཉོན་མོངས་སྤངས་པ་ཡིན་ན་དེ་ག་རང་སྤངས་ཚར་ཉོན་མོངས་སྤངས་ཚར་བ་ཡིན་ན་དེ་ག་རང་རེད་མ་གཏོགས་ཡང་སྒྱུར་ཉོན་མོངས་སྤང་ཡ་ཡོད་མ་རེད་ཟེར་གྱི། འདི་ནི་འགོག་པ་དངོས་འབྲེལ་བྱས་ནས་ཡང་སྐྱོ་ད་ཅིག། ཐོས་པ་ཞེན་པ་ཞིག་ཐོབ་ཡ་ཡོད་རེད་ཟེར་ན་ཡོད་མ་རེད་དེ་ག་རང་རེད་དེ་ཐོབ་ཡོད་ན་སྡུག་བསྔལ་ལ་སྐྱེ་ཡ་ཡོད་མ་རེད་ཟེར་ཅིག། དེ་ཐོབ་བྱེད་ཀྱི་རྒྱུ་བདག་མེད་གཉིས་བསྒོམས་པས་ན། བསྒོམས་པ་དེ་ག་རང་རེད་མ་གཏོགས་ཨང་བདག་མེད་གསུམ་པ་ཅིག་བསྒོམ་ཡ་གང་ཡོད་མ་རེད་ཟེར་ཅིག། དེ་འདྲ་ཅིག་བྱ་བ་འབྲས་བུ་དང་བཅས་པར་བལྟས་པ་ཟེར་ཅིག། རེད་དོ། ད་དེ་ཡིན་དུས་ད་ནང་དེ་འཕགས་པའི་བདེན་པ་ཟེར་གི་འདུག་བདེན་པ་བཞི་དེ་ལ། འཕགས་པའི་བདེན་པ་ལ་གོ་རྒྱུ་ཚེ་ག་ཟེར་ན་བདེན་པ་བཞི་གི་གནས་ལུགས་དེ་ཇི་མ་ཇི་བཞིན་མངོན་སུམ་སྟོང་ཉིད་དེ་འཕགས་པ་མ་གཏོགས་སོ་སོ་སྐྱེ་བོ་ལ་མེད་པ་ཡིན་ཚེ་འཕགས་པའི་བདེན་པ། རེད་བ། འཕགས་པའི་བདེན་པ། འཕགས་པའི་བདེན་པ་བཞི་ཟེར་གི་འདུག། ད་དེ་བཞིན་ང་ཚོ་གཅིག་ཤོས་བ་ཚོས་ཚོས་ཀྱི་འབྲེལ་བ་རེ་གཅིག་གནང་རོགས་ལ། བྱིས་པ་ལག་མཐིལ་འདྲ་བ་ཡི་བདུད་བཞི་སྡུག་བསྔལ་སྤུན་མི་རེ་འཕགས་པ་མིག་དང་འདྲ་བ་ཡི་བདུད་བཞི་སྡུག་བསྔལ་རྣམས་ཀྱིས་མཐོང་གསལ་བྱེད། ག་ལ་བར་ཟེར་ན་བྱིས་པ་ལག་མཐིལ་འདྲ་བ་ཡི་ཟེར་དུས་བྱིས་པ་ཟེར་དུས་ང་ཚོ་བློ་བྱེད་པ་དཔལ་ལྡན་རྣམ་འབྱོར་གྱི་ཤེས་རབ་དམན་པ་རེ་བ་ཅིག་གིས་བློ་བྱེད་པ་ཅིག་གིས་ང་ཚོའི་ལག་པའི་དཀྱིལ་ལ་སྤུ་ཞིག་བཞག་པས་ན། སྤུ་ཤ་བས་ན་ང་ཚོ་ཁུབ་ལ་སྤུ་ལ་འཇིགས་པ་ཡོད་མ་རེད་རྩུབ་པོ་ནི་ཡོད་མ་རེད། ཧ་གོག་མི་འདུག་སྤུ་ཡོད་མི་ཧ་གོག་མི་འདུག། མི་ལག་པའི་ག་ལ་སྤུ་ཅིག་ཟ་དེ་ནས་ཧ་གོག་མ་རོགས་ཅེས་བྱམས་བརྩུ་མེད་པ་ཡིན་དུས། ད་མིག་ནག་ལ་སྤུ་འཛུལ་བས་ན། ལམ་སང་ཧ་གོག་རོགས་མིག་མ་བདེ་བ་ལམ་སང་ཆགས་ཤེས་ན་སྤུ་ཅིག་འཛུལ་ཤེས་ལམ་སང་ཀོག་དང་གཟིགས་རོགས་སྟོང་དང་གཟིགས་རོགས་དེ་ནང་བཞིན་བྱས་ནས་བྱིས་པ་སོ་སོ་སྐྱེ་བོ་རྣམས་ཀྱིས་ཁྱད་པར་དུ་གཅིག་གི་ཕོ་མོ་དེ་སྡུག་བསྔལ་རང་བཞིན་པ་རིག་ཐོག་གི་ཡོད་མ་རེད།

འཕགས་པ་ཙམ་མ་ཟད་འཕགས་པ་ཟེར་དུས་འཕགས་ནས་འཕགས་པ་དེ་ག་རེ་ཟེར་ན་བཅོམ་ལྡན་འདས་ཀྱི་བཀའ་རིམ་པ་བསྟན་པ་ནང་བཞིན་དེའི་གནས་ལུགས་ཇི་ལྟ་བ་བཞིན་དུ་མངོན་སུམ་དུ་ང་ཚོས་མཐོང་བ་ནང་བཞིན་རྟོགས་ཐུབ་ཉིད་འདི་ལ་འཕགས་པ། ང་རང་སོགས་མི་ཞིག་གིས་ཟོ་ཅིག་ཡོད་ན་མཐོང་མངོན་སུམ་མཐོང་དུ་བ། རྣ་བས་ན་ཡོད་ན་སྣང་བ་ལ་སྒྲ་ཡོད་ན་རྣ་བས་གོ་དགོས་དུ་བ་མངོན་སུམ་དུ་དེ་ནང་བཞིན་བྱས་ནས་ཡིད་ཀྱི་ཤེས་པས་མངོན་སུམ་དུ་མཐོང་ཐུབ་ཉིད་འདི་ལ་འཕགས་པ། ད་དོན་སྤྱི་དང་མ་འབྲེལ་བ་དེ་འདྲའི་དོན་སྤྱི་ཟེར་དུས་ཁྱེད་ཀྱི་རེ་བ་དཔེར་ན་ང་ཚོ་དོན་སྤྱིའི་རྣམ་པ་ཤར་གྱི་དུས་ལབ་དུས་ག་ལ་སྔར་གྱི་མཐོང་མཐོང་ཚར་བའི་རྗེས་ལ་ད་ལྟ་བསམ་བློ་བཏང་དུས་དེ་འདྲ་བ་ཅིག་ཡོད་ཟེར་གྱི་མ་གཏོགས། རྟོགས་མ་རྟོགས་ཉིན་དེ་ལ་དོན་སྤྱི་དང་འབྲེལ་ཡོད་པར་རྟོགས་ཟེར་གྱི། དེ་འདྲའི་རྟོགས་ཉིན་དེ་ལ་དོན་སྤྱི་དང་འབྲེལ་བ། ད་འཕགས་པ་རྣམས་ཀྱིས་མངོན་སུམ་དུ་རྟོགས་རེག་ལགས་དུས། འཕགས་པ་མེ་དང་འདྲ་བ་ཡི་འདུ་བྱེད་སྡུག་བསྔལ་རྣམས་ཀྱིས་སྟོང་ཟེར་དུས། མེའི་ནང་ལ་སྤུ་བཙོས་པ་ནང་བཞིན། ཁྱད་པར། གར་སར་འཕགས་པ་རྣམས་ཀྱིས་ཁྱད་པར་འདུ་བྱེད་ཀྱི་ཕུང་པོ་དེ་སྡུག་བསྔལ་རང་བཞིན་པར་རིག་གི་རེད། བྱེད་པ་སོ་སོ་སྐྱེ་བོ་ལག་པའི་ནང་ལ་སྤུ་བཞག་པ་ནང་བཞིན་ཁྱད་པར་འདུ་བྱེད་ཀྱི་ཕུང་པོ་སྡུག་བསྔལ་རང་བཞིན་པར་རིག་ཐུབ་ཀྱི་མ་རེད།

འཕགས་པ་ཡིན་ན་སྟོང་ཉིད་འདོད་པའི་ཁྱབ་ཟེར་གྱི་ཡོད་རེད། ཐལ་འགྱུར་བའི་ལུགས་ལ། སྐུ་ངོ་ལ་མཁྱེན་སོང། ད་གྲུབ་མཐའ་འོག་མ་སོགས་ལ། བདེན་བཞི་མངོན་སུམ་རྟོགས་ཉིད་ནི་འཕགས་པ་ཡིན་པའི་ཁྱབ་ཟེར་གི་ཡོད་རེད། ད་ཐལ་འགྱུར་བའི་ལུགས་ལ་བདེན་བཞི་མངོན་སུམ་རྟོགས་ན་འཕགས་པ་ཡིན་པའི་ཁྱབ་གི་མ་རེད་ཟེར་གི་རེད། མ་ཡིན་པའི་ཁྱབ་ཁྱབ་གི་མེད་པའི་རྒྱུ་མཚན་ག་རེ་ཟེར་ན། མ་གིས་སེམས་ཙམ་པ། རང་རྒྱུད་པ་དེའི་སྐབས་ནས་བཤད་པའི་གིས་འཕགས་པ་བརྗོད་ར། དེ་ལུགས་དེ་ལ་ཐལ་འགྱུར་བའི་ལུགས་ལ་སོ་སོ་སྐྱེ་བོ་ཡིས་འཕགས་པ་མ་རེད་ཟེར་གི་ཡོད་རེད། རང་བཞིན་གྱིས་སྤྲོས་པའི་ལྟུང་བ་མངོན་སུམ་རྟོགས་ཀྱི་མི་འདུག་ཟེར་བ་དང་དེ་འདྲ་གི་ཁྱད་པར་བྱས་ནའང་གཅིག་གསུང་དགོས་རང། སྤྱི་དང་འཕགས་པ་ལ་བས་ན། ག་ཟེར་བ། འཕགས་པའི་བདེན་པ་ལ་དགོས་རྒྱུ་མཛད་ག་ན། དེ་མངོན་སུམ་རྟོགས་ཉིད་དེ་འཕགས་པ་ཟས་ཀྱི་སྒྲ་བཤད་ཙམ་དེ་འདྲའི་རིགས་ཤ། ཁྱད་པར་ཡོད་རེད་ཡོད་མ་རེད། ཁྱད་པར་མི་འདུག་ཟེར། རེད་བ། ང་ཚོ། སྒྲུབ་ཐབས་འོག་མ་ནས་བཤད་པའི་སྒྲ་བྱུང་བ་དང་འཕགས་པ་དང་དུས་སུ་འཕགས་པ་མ་རེད་སོ་སོ་སྐྱེ་བོ་རེད་ཟས་ཀྱི། འཕགས་པ་ཡིན་ན་ལུགས་འདི་ནས་བཤད་པའི་རང་བཞིན་གྱིས་སྤྲོས་པའི་ལྟུང་བ་མངོན་སུམ་རྟོགས་དགོས་དགོས་འདུག་ཟེར་ལྟུང་ཉིད་ཟས་ཀྱི་མངོན་སུམ་རྟོགས་དགོས་དགོས་འདུག་ཟས་ཀྱི་དེ་འདྲ་གསུང་གི་འདུག། དེ་འདྲའི་གསུང་ཚག་ད་དེ་གཉིས། བདེན་བཞིའི་གེགས། རྗེ་བཅོམ་ལྡན་འདས་ཀྱིས་ད། འཁོར་ལོ་ལྔ་སྡེ་བཟང་པོ་ལ་ངོ་སྤྲོད་བྱེད་ཡ་དང་པོ་དེ་རེད། བདེན་བཞི་ངོ་སྤྲོད་ངོ་བོ་ཙམ་སྟེ། རེད་བ། དེ་འདྲ་བྱེད་པའི་རྐྱེན་གྱིས་དེ་ནས་ག་རེ་བ་ད། འཁོར་ལྔ་སྡེ་བཟང་པོ་དང་པོ་ག་རེ། དད་པ་དང་པོ་བཅུའི་མདུན། བཟླས་པ་དང་པོ། དེ་ནི་སྡུག་བསྔལ་འཕགས་པའི་བདེན་པའོ་དེ་ནི་ཀུན་འབྱུང་འཕགས་པའི་བདེན་པའོ་དེ་ནི་ལམ་འཕགས་པའི་བདེན་པའོ་ཞེས་པའི་བརྗོད་ཡོད་འདུག་ག་ལ་འཁོར་ལྔ་ལྡན་བཟང་པོ་དེ་ཡོད། ཀུན་གཞི་དཀོན་བོ་འདི་ན་ཟེར་ཞོར། ཀུན་གཞི་དཀོན་བོ་འདི་ན་ཟེར་མ་རེད། ཁོང་གི་རྒྱུད་ལ་ཐོག་ལམ་ཐོབ་པ་རེད་ཟེར་ལ་རེད། གཞན་གསུམ་གྱི། གཞན་བཞི་གི་རྒྱུད་ལ་སྦྱོར་ལམ་རེད་ཅིག་གྱིས། བཟླས་པ་གཉིས་པའི་སྐབས་སུ། ཀུན་གཞི་དཀོན་བོ་འདི་ན་དགྲ་བཅོམ་པའི་གོ་འཕང་ཐོབ། གཞན་བཞི། ཐོག་ལམ། སྡེ་བ་གསུམ་པའི་སྐབས་ལ་གཞན་ཞིག་ཡང་སྒྲ་བྱུང་བའི་གོ་བ་འདུག་བྱས་ཙང་སྟེ། སྡེ་བ་གསུམ་པ་བརྗོད་ཚར་བའི་རྗེས་ལ། སྒྲ་བྱུང་བ་དྲུག་ཟེར་གྱི་འདུག་ཨ། དགྲ་བཅོམ་དྲུག་ཟེར་གྱི། བྱེ་བྲག་མོའི་ལུགས་ལ་དགྲ་བཅོམ་དྲུག་གསུངས་དང། དགྲ་བཅོམ་དྲུག་དེ་སུ་རེད་གཅིག་བཅོམ་ལྡན་འདས་བྱས། བཅོམ་ལྡན་འདས་དང་པོ་གཉིས་ནས། ད་བྱེ་བྲག་མོའི་ལུགས་ལ་ཕྱེ་བས་ན་བཅོམ་ལྡན་འདས་གསར་དུ་སངས་རྒྱས་པ་རེད་གསར་དུ་སྒྲ་ཉོན་མོངས་དགྲ་བཅོམ་པ་རེད་ཟེར་གི་འོ་ར། ད། དེས། འཁོར་ལྔ་སྟེ་སངས་པོ། དགྲ་བཅོམ་པའི་གོ་འཕང་ཐོབ་ཡོན་དུས་ལྔ་བྱེད་ལྔའི་གང་ལ་བཅོམ་ལྡན་འདས་རྒྱལ་བ་ཡོན་དུ་དགྲ་བཅོམ་དྲུག་བསལ་བྱེད་ཞག་བདུན། དེ་འདི་ད་དེའི་ཚེ་དེའི་དུས་ལ་བས་ཏེ། བཅོམ་ལྡན་འདས་དངོས་སུ་ད་གདུལ་བྱ་དང། བཅོམ་ལྡན་འདས་ཀྱིས་ཆོས་གསུང་སའི་གདུལ་བྱ་དང་པོ་འཁོར་ལྔ་སྟེ་སངས་པོ་ཡོན་དུས་ད་བས་ཏེ། སྐྱེ་བ་མང་པོ་ཅིག་ལ་སོགས་ན་ངོ་སྟོབས་ཆེན་པོ་རྫོགས་སྟོ་ཉིད་ཅིག་ཡིན་དུས་དེ་འདྲའི་དེ་འདྲའི་གསུང་ཆོས་རེ་རེ་གསུང་ཡོན་དུ་རྟོགས་པ་ཀྱི་ཡིན་གོ་རེ། རྟོགས་པའི་ཡོན་ཏན། བྱས་ཙང། དང་པོ་དེ་ལ་ཀུན་གཞིའི་དགོས་པ་དེ་ནི་མཐོང་ལམ་ཐོབ་ཟེར་ཏེ་ཞི་བར་བ་དག་མཐོང་ལམ་ཟེར་དུས། བདེན་བཞི་གནས་ལུགས་མངོན་སུམ་སྟོང་ཉིད་ཀྱི་མཐོང་ལམ་ཐོབ། གཞན་ཞེས་སྦྱོར་ལམ་ཟད་བྱེད། དེ་ལ་དགོས་རྒྱུ་མཚན་ཁ་ཡི་ས་ན་གཅིག་དེ་ཡིན་ས་རེད། ཀུན་གཞིའི་དགོས་པ་དེ་ན་ཟེར་དུས་དང་པོ་ཉིད་ནས་བཅོམ་ལྡན་འདས་ཕ་གི་གནས་མཆོག་མཁར་དབོར། རྡོ་རྗེ་གདན་གྱི་ཉེ་འགྲམ་དེ་ལོ་དྲུག་དཀའ་བ་སྤྱད་ས་བྱོས་ར། ལོ་དྲུག་དཀའ་བ་སྤྱད་ས་དཀའ་བ་སྤྱད་བཞུགས་བདེ་བའི་སྐབས་ལ་སྐུ་ལུས་རིལ་བུ་ཞི་བ་བྱས། ཞེས་འོད་ཅེས་ད་ཅེས་སྐུ་ལུས་སྐམ་པོ་ཞིབ་ཆགས་བདེ་བའི་སྐབས་དེ་ལ་དེ་ནས་བཅོམ་ལྡན་འདས་ཀྱིས་འོ་ད་ངེད་ཀྱི་བསམ་གཏན་དེ་འདྲས་ཅིག་གིས་དང་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་མེད་པ་ཞིག་ཟེར་ནས་མཁྱེན་ནས། དེ་མ་འོངས་པར་ངེད་ཀྱི་གདུལ་བྱ་དེ་ཚོས་ཡང་བཀའ་བཀའ་ཆད་དེ་འདྲས་བཟོད་ཀྱི་མ་རེད་དགོངས་བྱས་ནས་ཁོ་རང་གིས། དེར་བ་གར་ཟེར་བ། བ་ཕྱོགས་ཀྱི་འོ་མ་མཆོད་པར་བ།

བཅོམ་ལྡན་འདས། སངས་རྒྱས་པའི་མཛད་པ་མཛད་དེ་ནི་བྱེད། གོ་རེ་ན་སོའི་ཕ་ཕེབས་ཡོང་དུས་ནས། ཁོང་རྣམ་པ་གང་གཱས་ཀྱིས་འདི་བྱེད་དོ། བཅོམ་ལྡན་འདས་ཕེབས་སོང་ན། དེ་ཚོས་བཅོམ་ལྡན་འདས་ལག་གི་ཡོད་མ་རེད་ཟེར་བཟང་ངན་སེ་དེ་འདྲས་ཕེབས་སོང་ན་ང་ཚོ་ཡར་མ་བཀྱག་ཇུས་གཏོགས་མ་བྱེད་གདན་སྟེང་གི་མེད། ཞབས་ཕྱི་ཞུ་གི་མེད་དེའི་སྔོན་ལ་ད་ཞབས་ཕྱི་ཞུ་གི་ཡོད་ར། གདན་འདིང་གི་ཡོད་རེད་སུ་ཞབས་བཀུག་གི་ཡོད་རེད་ད་ལྟའི་ཡ་རྒྱག་མེད་ཞབས་ཕྱི་བཞུགས་མེད་ལ་ཡོད་དུས་བཅོམ་ལྡན་འདས་མངོན་པར་རྫོགས་པ་སངས་རྒྱས་པའི་མཛད་པ་མཛད་ཚར་བའི་རྗེས་ལ་སྐུལ་གྱི་གདངས་དང་དཔེ་དེ་གཟིགས་ཕྱིན་ཞབས་ཕྱི་ཡོད་དུས་མ་བཟོད་ནས་གང་ག་ཡ་ལང་རྒྱུ་ཁེལ་རོགས་ད་དགོས་ཤིག་དགོས་པ་དེ་ནི་དཔེ་དེ་དེ་དུས་ནས་དད་པ་ཡོད་ས་རེད་དཔེ་ཞེ་ས་མ་ཞུ་ན་སེམས་གཏིང་ནས་དད་པ་དེ་ཡོད་ས་རེད་གཞན་པ་སོགས་ཀྱིས་ཁ་དྲངས་བྱས་ནས་གཞན་པ་སོགས་ཀྱིས་བལྟས་ཟེར་དེ་འདྲ་བྱས་ཆོག་མ་རེད་གཉིས་བྱས་ཆོག་མ་ཟེར་ལབ་དེ་དགོས་ཟེར་ར། དེ་འདྲའི་ཞིག་ངང་ནས་བཅོམ་ལྡན་འདས་ཀྱི་བདེ་བ་དང་པོ་གསུངས་ཡོང་དུས་གུ་ཤྲི་གུ་དེ་འདྲ་ཞིག་ལ་དོགས་ལམ་ཐོབ་པ་རེད་ཟེར་ཅིག་དེ་འདྲ་གསུངས་འདུག་གཞན་ཞིག་ལ་སྦྱོར་ལམ། གཉིས་པའི་སྐབས་ལ་དགྲ་བཅོམ་པ་གཞན་ཞིག་དོགས་ལམ། གསུམ་པའི་སྐབས་ལ་གཞན་ཞིག་ཡང་དགྲ་བཅོམ་པའི་གོ་འཕང་ཐོབ། དེ་ནས་དེའི་ཚེ་དེའི་དུས་ལ་དགྲ་བཅོམ་པ་དྲུག་བསྟན་དགྲ་བཅོམ་པ་དྲུག་ཟེར་ཅིག་ཆགས་པ་རེད་ཟེར་ཅིག་དེ་འདྲའི་རྣམ་ཐར་དེ་འདྲ་ཞིག་མཐོང་ཡོང་དུས། དེ་ཕྱིར་དེ་ནས་དང་དེ་གི་དང་མཚན་ཉིད་དེ་གསང་སྙིང་ཞུ་བྱའི་ཕྱིར་བ་མཚན་ཉིད་ཟེར་བ་ར་དང་དེ་གི་ལ་སྡུག་བསྔལ་བདེན་པ་ལ་ཁྱད་ཆོས་བཞི། ཀུན་འབྱུང་བདེན་པ་ལ་ཁྱད་ཆོས་བཞི། འགོག་པ་བདེན་པ་ལ་ཁྱད་ཆོས་བཞི་ལམ་བདེན་པ་ལ་ཁྱད་ཆོས་བཞི་ཞེས་ཅིག་བྱ་ཡ་བརྗོད། དེ་འདྲ་དེ་འདྲ་བྱས།

ད་ལྟ་དེ། ད་ལྟ་ང་ཚོས་བཅོམ་ལྡན་འདས་ཀྱིས་བདེན་བཞི་ངོ་སྤྲོད་གནང་ཡ་དེ། རྟོགས་པའི་རིམ་པའི་དབང་དུ་བྱས་པ་རེད་བཤད་རྒྱུ་འབྲས་རེད་མི་འདུག། རྒྱུ་འབྲས་མ་རེད། དང་པོ་འབྲས་བུ་འཇུག་ཏོ། སྡུག་བསྔལ་སེལ་ཏེ་འབྲས་བུར་བ། འགོག་པ་སེལ་དུས་འབྲས་བུར་བ། བྱས་ཙང་དང་པོ་འབྲས་བུ་ངོ་སྤྲོད་བྱེད་ཀྱི་ཡོད་རེད། འབྲས་བུ་དེ་ཧ་གོ་བར་བྱེད། སྡུག་བསྔལ་དེ་ཧ་གོ་བར་བྱེད། དང་པོ་ཁོ་རང་ལ་རྒྱུ་བརྗོད་མཁན་ན་ཕན་ཐོག་ཡོད་མ་རེད། ད་རྒྱུ་འབྲས་རིམ་པ་འགྲོ་ཡོང་དུས་དང་པོ་རྒྱུ་རེད་བ། རྒྱུ་ལ་བརྟེན་ནས་འབྲས་བུ་སྐྱེ་གི་ཡོད་ར། དེ་ཡིན་དུས་ད་འབྲས་བུ་དེ་ང་ཚོའི་ད་ལྟ་ང་ཚོ་ད་ལྟའི་གི་རྟེན་འདི་ལ་ལུས་ལ་ཡང་དཀའ་ངལ་ཆེ་ནགས་སུ་བཏང་ཡོང་དུས་དེ་འབྲས་བུ་རེད་བ། ད་དེ་འབྲས་བུ་དེ་དེ་ག་རེ་ནས་ཡོང་བ་རེད་ཟེར་ཞིག། དེ་ཞིག་གོ་རོ། དང་པོ་དེ། འབྲས་བུ་ངོ་ཤེས་ཡ་ཆེད་དུ་དེ་རེད། རྟོག་པའི་རིམ་པའི་དབང་དུ་བྱས་ནས་བདེན་པ་བཞི་ངོ་སྤྲོད་བྱེད་ཡ་གཅིག་དང། རྒྱུ་འབྲས་རིམ་པའི་མཐོང་ཡ། རྒྱུ་འབྲས་ཀྱི་རིམ་པའི་དབང་དུ་བྱས་ནས། བདེན་པ་བཞི་ངོ་སྤྲོད་བྱེད་དང་གཉིས་ཡོད་རེད། ད་རྟེན་འབྱུང་དབང་དོན་རྐྱེན་རྣམས་མ་བྱས་དུས་ག་ལ་སྡུག་བསྔལ་རྒྱུ་དང་དེ་གོ་ལམ་ཟེར་ཆོས་དང་པོ་རྒྱུས་ངོ་སྤྲོད་བྱེད་དགོས་རེད། རྒྱུ། འབྲས་བུ། དང་པོ་རྒྱུ་ཀུན་འབྱུང། འབྲས་བུ་སྡུག་བསྔལ། དེ་ནས་རྒྱུད་ལམ་ལྡན་འབྲས་བུ་འགོག་བདེན་ཟེར་གྱི། ད་ལྟ་བཅོམ་ལྡན་འདས་ཀྱིས་དང་པོ་ཐང་པོ་ངོ་སྤྲོད་བྱས་ཏེ་ང་ཚོས་མི་འདོད་པའི་སྡུག་བསྔལ་དེ་ངོ་ཤེས་པ་བྱེད་དགོས་རེད། འདོད་པའི་བདེ་སྐྱིད་དེ་ངོ་ཤེས་པ་བྱེད་དགོས་རེད། དེ་ངོ་ཤེས་སོང་ན་དེ་རྒྱུ་ག་རེད་ཟེར་ནས་དེ་ནས་ལབ་ཡག་དེ་འབད་རྩོལ་ལས་ཀྱི་རེད་ཟེར་གྱི། རྟོགས་རིམ་དུ་གསུངས་ཏོ། དཔེར་ན་ང་རང་འཇིག་རྟེན་ཕལ་བ་ཆགས་ཞེས་པས་ན་ང་ཚོ་ཞི་བ་ཅིག་ན་གི་ཡོད་ར། གོ། གོ། ཟོག་པོ་ཆ་ཚང་ན་བདེ་བའི་སྐབས་དེ་ལ་ན་ཚ་ཁ་ར་ཡི་ཧ་མ་གོ་དུས་སྨན་བཏང་ཡ་མི་འདུག། རོ། དང་པོ་ན་སང་ཧ་མ་གོ་དུས་ང་ཚོ་དཔེ་ག་ལེར་བྲིས་ཡོད་རོ། ཡ་བཏང་མ་བཏང་རོ། དཔེ་དེ་ན་སང་གནས་འགའ་ཆུ་མཆུ་ཆེ་ཧ་མ་གོ་དུས་ང་ཚོ་མང་པོ་ཞིག་ག་ལེར་འཕྲད་དེ་ཡོད་རོ། དེ་འདི་ཧ་གོ་སོང་ན་གཞི་ནས་ནད་དེ་སྨན་བཏང་ཤེས་ཡ་ཅིག་དང་བཏང་དགོས་ན་ལམ་སང་དྲག་ཡ་ཅིག་འདུག། དེ་ན་ཤས་ཆེ་ནས་དུས་ངན་ཟ་ཡ་ཅིག་ཧ་གོ་སོང་ན་དུས་ངན་རྒྱུད་དེ་སྤོང་ཡ་ཐབས་ཤིག་བྱེད་ཡ། དེ་ནས་དུས་ངན་རྒྱུད་དེ་སྤངས་ནས་གཞི་ནས་བདེ་བ་ཐོབ་ཡ་ཅིག་འགོར་རོ།

དེ་རྒྱུ་འབྲས་རང་རེད་དོ། ད་ལྟ་དེ། རྟོག་པའི་རིམ་པའི་དབང་དུ་བྱས་ནས་གསུངས་པར་བདེན་པ་བཞི་ངོ་སྤྲོད་བྱས་ཏེ། དང་པོ་དེ་དཔེ་དུ། མི་ལྟོས་པ་དེ་ངོ་ཤེས་པར་བྱེད་ཞོར་གསལ་བྱེད། དེ་ཡག་པོ་ཞིག་ངོ་ཤེས་སོང་ན་དེ་ནི་དེ་རྒྱུ་ག་རེ་ཡིན་པ་བརྟག་དཔྱད་བྱས་དེ་ནས་སྤོང་ཡག་གི་བློ་སྐྱེ་གི་རེད། དེ་སྟོང།

དང་པོ་དེ། འབྲས་བུ་དེ་བརྗོད་ཡོང་དུས། འབྲས་བུ་དེ། མི་འདོད་པ་དེ་ང་ཚོའི་རྒྱུད་ལ་ངང་བ་ཤིག་ཤིག་ཡོད་རེད་བ་ད། འབྲས་བུ་སྡུག་བསྔལ་བསལ་ཏེ་དུས་དུས་ནམ་ཡང་སྡོད་ཀྱི་ཡོད་མ་རེད། སྡོད་ཀྱི་མི་འདོད་སྡོད་ཀྱི་མི་འདོད་ལབ་རྒྱུ་ཡོད་མ་རེད། མི་འདོད་པའི་སྡུག་བསྔལ་དེ་ཚེ་གལ། མི་འདོད་པ་ཡིན་ཙང། མི་འདོད་པ་ཅིག་མི་འདོད་པའི་རང་བཞིན་ཡིན་པ་དང་སྡུག་བསྔལ་རང་བཞིན་ཡིན་པ་ཤེས་ཀྱི་འདུག་ན། མ་ཤེས་པ་ཡིན་ན། དེ་གའི་རྒྱུད་དེ་སྤོང་འདོད་ཀྱི་བློ་སྐྱེ་གི་མེད་པ་ཡིན་ཙང་དང་པོ། སྡུག་བསྔལ་བསལ་ཅིག་ངོ་སྤྲོད་མ་བྱས་ན། རྒྱུད་ཁོ་རང་ངོ་སྤྲོད་བྱས་ཤིང་ཕན་ཐོགས་ཡོད་སྲིད་པར་འདོད་ཆེ་ལ། དཔུང་རྡོ་ལོ་སྐྱེས་ཡག་དེ་དཀའ་ལས་ཁག་པོ་ཡིན་ས་རེད། ད་ངས་དཀོན་མཆོང་སྤང་དགོས་རེད། ལས་ཀྱི་དཀོན་མཆོང་དང་ཉོན་མོངས་པའི་དཀོན་མཆོང་སྤང་དགོས་ཅི་ནས་སྤང་དགོས་དགོས་དོན་བསམ་པའི་ལོ་སྐྱེས་ཡག་དེ་དཀའ་ལས་ཁག་པོ་ཡིན་ས་རེད། ཨ་ནི་དེ་ཨ་ནི་འདི་ནི་འདི་གསུངས་ན་དཔེར་ན་དང་པོར་ཡ། བདེ་བ་འདོད་ཟེར་ཁོ་མེད་བ་ཆེ་ཨ་ནི་ནམ་སང་ནས་སྡུག་བསྔལ་སྡུག་བསྔལ་མི་འདོད་ཟེར་ཁོ་ནི་མགོ་བཙུགས་དགོས་ཆགས་ཡོད། དེ་ང་ཚོ་དེ་རེད་བ་དང་པོ་དང་དང་པོ་ཁོ་རང་ནས་ང་ཚོས་མི་འདོད་པའི་ཆ་དང་འདོད་པའི་ཆ་གཉིས་ཡོད་རོ། དང་པོ་མི་འདོད་པའི་ཆ་སེལ་བས་ན་འདོད་པའི་ཆ་རང་ཤུགས་ཡོད་ངོ་རོ།
འདི་ཇི་སྲིད་དེ་འདྲ་དོན་ང་ཚོས་གསུང་སྟངས་དེ་ན་བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་ཆ་ནི། རྒྱུ་མཚན་འདི་ཁྱེར་ནས་ཨ་ནི་དེ་ནི་མ་འདོད་ད་དེ་འབྲས་བུ་དེ་འབྲས་བུ་བཤད་དགོས་རེད་དེ་བཤད་དགོས་རེད་རེད་རེད། དེ་འདྲ་དེ་འདྲ་གསུངས་པས་ན་ཨ་ནི་དང་པོ་དེ་ལས་དེ་གོ་བཅོས་པས་སྡུག་བསྔལ་མི་འདོད་པ་ཨ་ནི་བདེ་བ་འདོད་པ་བཅས་གོ་ཁེགས་བས་སོ་རེ་ཆགས་ཀྱི་ཆགས་འགྲོ་གི་འདུག་ཨ།

གཅིག། སྒོ་ཀུན་ནས་དང་གདུལ་བྱ་སེམས་ཅན་སུ་ཡིན་ན་ཡང་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་མཚུངས་ཡིན་པ་ཞིག་དང་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མི་འདུག་གཅིག་མཚུངས་ཡིན་པར་རོ། སྡུག་བསྔལ་ཕྲ་མོ་ཙམ་ཡང་མི་འདོད་ཅིང་ཟས་སྤྱོད་བདེ་བདེ་ལ་རྣམ་གཡོ་ཕྱོགས་བཞིའི་མེད་པ་ནི་གཅིག་པ་ཡིན་པར་བདག་ཤེས་པས་དེ་གཅིག་པ་གཅིག་རྐྱང་ཡིན་པར་ཅིག་གསུངས། ད་ཇི་འདྲ་ཞིག་མཁྱེན་གྱི་ཡོད་པ་ཡིན་ཙང་བཅོམ་ལྡན་འདས་ཀྱིས་ད་སྡུག་བསྔལ་མི་འདོད་པ་རེད་ཟེར་དུས་སྡུག་བསྔལ་འདོད་ཀྱི་མི་འདུག་ཟེར་ལབ་མ་བསྡད། རོ། སྡུག་བསྔལ་མི་འདོད་ན་སྡུག་བསྔལ་གྱི་རྒྱུ་དེ་ག་རེ་ཡིན་པ་དེ་ཤེས་པ་བྱེད་དགོས་རེད་ཁོ་རང་སྡུག་བསྔལ་སྡུག་བསྔལ་རང་བཞིན་ག་རེ་ཡིན་པ་དེ་ཤེས་པ་བྱེད་དགོས་རེད། སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་བསལ་ཏེ་བླ་གུ་མ་ར། ང་ཚོ་ནད་ཀྱི་ན་ཚ་སྣ་བདེ་ཡག་དང་ཅིག་གི། གར་ས་འགྱུར་བའི་སྡུག་བསྔལ་དུ་སོ་སྡུག་བསྔལ་རང་བཞིན་པ་ཤེས་གུ་ར་སེ་བཅུ་མེད་དེ་གསུངས་ཡོང་མར་དེ་ཡིན་ན་ཕྱི་རོལ་པ་ལ་ཡོད་ར་རེད་སེམས་ཅན་དུད་འགྲོ་ལ་ཡོད་ར་གསུངས་གུ་ར་ད་ཁྱད་པར་དུ་ཅིག་གི་སྡུག་བསྔལ་སྡུག་བསྔལ་རང་བཞིན་པ་ཤེས་ཐུབ་ཉེན་དེ་དཀོན་པོ་ཡིན་ཙང་ད་དེ་ངེས་པར་དུ་ཤེས་པ་བྱེད་གུ་ར་ཟེར། དེ་སྡུག་བསྔལ་རང་བཞིན་པ་དེ་སྡུག་བསྔལ་རང་ཞེས་རེད་ཟེར་ད་དེ་ངོ་སྤྲོད་བྱེད་གུ་ཡོད་ར། ང་ཚོས་སྡེ་བ་སྡོད་ཀྱི་ཡོད་རེད་སྡུག་བསྔལ་སྡོད་ཀྱི་ཡོད་མ་རེད་ཡིན་ན་ཡང་སྡེ་བའི་རྒྱུད་དེ་སྒྲུབ་ཤེས་ཀྱི་ཡོད་མ་རེད། སྡུག་བསྔལ་རྒྱུད་དེ་སྤོང་ཤེས་ཀྱི་ཡོད་མ་རེད། སྡུག་བསྔལ་གྱི་རང་བཞིན་ཡིན་པ་ལ་སྡུག་བསྔལ་རང་བཞིན་ཡིན་པ་ཤེས་ཐུབ་ཀྱི་མི་འདུག། དེ་ཁྱེད་རང་ཚོས་ཤེས་པར་བྱས་ཟེར། ངོ་སྤྲོད་བཅོམ་ལྡན་འདས་ངོ་སྤྲོད་བྱས་ཏེ་སྡུག་བསྔལ་རང་བཞིན་ཡིན་པ་ཕུང་པོ་སྡུག་བསྔལ་རང་བཞིན་ཡིན་པ་གསུང་སྙན་དེ་བཅོམ་ལྡན་མ་གཏོགས་མི་འདུག་བ། བཅོམ་ལྡན་འདས་མ་གཏོགས། ཁྱད་པར་དུ་གཅིག་ཕུང་པོ་ཁོ་རང་སྡུག་བསྔལ་རང་བཞིན་རེད་ཡིན་པ་དེ་བཅོམ་ལྡན་འདས་བཀའ་ནང་ཉིད་མ་གཏོགས་བཅོམ་ལྡན་འདས་བཀའ་མ་གཏོགས་སུ་ཞིག་ཡོད་མ་རོ། དེ་ང་ཚོས་སྡུག་བསྔལ་གྱི་སྡུག་བསྔལ་དང་འགྱུར་བའི་སྡུག་བསྔལ་ངོ་ཤེས་ཀྱི་ཡོད་རེད། རེད་བ། འགྱུར་བའི་སྡུག་བསྔལ་ངོ་ཤེས་ནས་བསམ་གཏན་བསྒྲུབ་ཡག་ཕྱི་རོལ་བ་ལ་ཡོད་རེད་བ། ཏིང་ངེ་འཛིན་བསྒྲུབ་ཡག། སྡུག་བསྔལ་གྱི་སྡུག་བསྔལ་ངོ་ཤེས་ཉིད་གསུམ་གཅིག་དུས་འགྲོ་ཡོད་རེད་ཟེར་ལ་རེད་ད་ང་ཚོའི་མི་ལ་ཁྱད་པར་དུས་གཅིག་གི་ཕུང་བོ་སྡུག་བསྔལ་རང་བཞིན་ཡིན་པ་ཤེས་དགོས་རེད། ཁྱད་པར་དུས་གཅིག་གི་ཕུང་བོ་སྡུག་བསྔལ་རང་བཞིན་ཡིན་པ་རེད་ཁོ་སྡུག་བསྔལ་གྱི་རང་བཞིན་རེད་བསམ་ཡོད་དུས་ཁོ་རྒྱུ་ཡོད་རེད་ད། རྒྱུ། རྒྱུ། རྒྱུ་ལ་བརྟེན་ནས་ཡོང་བ་རེད་ད་རྒྱུ་སྤུན་རྡོ་ལོ་སྐྱེས་ཡག་ཅིག་ཡིན་ས་རེད་བྱས་ཙང་ད་དེ་རྟོགས་རིམ་རེད་བྱ།

འདུན་པ་ཞིག་པ་རྒྱུ་འབྲས་རང་དེ་གསུངས་བསྡད་པ་ཡིན་ན་རོ། དེ་གདུལ་བྱ་རྣམས་ཀྱི་སྡུག་བསྔལ་རྒྱུ་དེ་ཀུན་འབྱུང་སྤོང་སྡུག་བློ་སྐྱེ་ཡ་དེ་དཔེ་དེ་ཅི་བཞིན་པ་ཅིག་ཡོང་ཡ་དེ་ག་ལ་ཁག་པོ་ཡིན་ས་རེད། དེ་ནས་སྡུག་བསྔལ་འགོག་པ་བདེན་པ་གི་རྒྱུ་ལམ་བདེན་ཟེར་ཡ་དེ་ཐོབ་འདོད་ཀྱི་བློ་སྐྱེ་ཡ་དེ་ག་ལ་ཁག་པོ་ཡིན་ས་རེད། དེ་ལས་ཆགས་ནས་ད་ཐོབ་འདོད་ཀྱི་རྒྱུ་ཐོབ་འདོད་ཀྱི་བློ་སྐྱེ་བ་དང་སྤོང་སྡུག་བློ་སྐྱེ་བ་ལ་ངེས་པ་དུས

རྟོགས་རིམ་རེ་བྱ། ད། གཉིས་ཡོད། ཡུལ་ཅན་མངོན་པར་རྟོགས་པའི་རིམ་པའི་དབང་དུ་བྱས་ནས་གསུངས་པ་ཅིག་དང། འོ་ཡུལ་ཅན་མངོན་རྟོགས་རེད་དང་དུ་སྟེ། ད་རྒྱུ་འབྲས་དོན་གྱི་རིམ་པའི་དབང་དུ་བྱས་ནས་བཤད་པས་ན། རྒྱུ། ཀུན་འབྱུང། འབྲས་བུ་སྡུག་བསྔལ། རྒྱུའི་ལམ་བདེན། འབྲས་བུ་འགོག་བདེན་ཟེར་ཤེས་དགོས་རེད། རྒྱུ་དང་ལམ་དང་སྡུག་བསྔལ་དང་འགོག་པ་ལ་ནི་གོ་རིམ་བཞིན་ཟེར་བསྟན་བཅོས་མངོན་རྟོགས་ཅན་ན་ཡོང་དོ། རྒྱུ་དང་ལམ་དང་སྡུག་བསྔལ་དང་ཟེར་དུས་རྒྱུ། ཀུན་འབྱུང་དང་ལམ་བདེན། འབྲས་བུ་སྡུག་བསྔལ་དང་འགོག་བདེན་ཟེར། ད་ལྟའི་རྒྱུ་འབྲས་ཀྱི་དོན་དུ་མ་གསུངས་འདུག། ད་ད་ལྟ་ཡུལ་ཅན་མངོན་པར་འདོད་པའི་རིམ་པའི་དབང་དུ་བྱས། ད་འདོད་བྱ་རྣམས་ཀྱི་རྟོགས་པའི་རིམ་པའི་དབང་དུ་བྱས་ནས། གང་གི་དེ་ཡིན་དེ་ཀུན་གསལ་བར་བྱུང་ལ་ཞེས་ད་ལྟ་གཅིག་གསུངས་དུས་ཨ་ནི་གཅིག་གསུངས་ཨི་ཞེན་པ་ཞིག་གི་དཔེ་ན་རྒྱུ་འབྲས་ཀྱི་གོ་མེད་བས་ན་ཨ་ནི་ཡུལ་ཅན་མངོན་རྟོགས་སོགས་ནི་འདི་འདྲ་རེད་ད་ཟེར་ཞིང་ཨ་ནི་འབྲས་བུ་ཁར་ས་དེའི་དོན་གྱིས་རྟོགས་ནས་རིམ་པས་འགྲོ་དང་ཐ་ན་འདུག་ཟེར་ཨ་ཁོ་སྙམ་དུ།

ད་དེ་ཤོག་ཟེར་ནས་མི་འདུག་དེ་ཞོག་ལ། རྒྱུ་འབྲས་གྲོགས་པོ་རོ། རྒྱུ་འབྲས་རྒྱུ་དང་འབྲས་བུ། བྱས་ཙང་སྡུག་བསྔལ་བདེན་པ་ནི་ཀུན་འབྱུང་བདེན་པའི་རྒྱུ་འབྲས་བུ་རེད། ག་ལ་བ་ད། འགོག་པ་བདེན་པ་དེ་ལམ་གྱི་བདེན་པས་གི་ད་བྲལ་བའི་འབྲས་བུ་རེད་ཟེར་གྱི། ད་རྒྱུ་འབྲས་དེ་དེ་རིང་མ་ཡོང་དགོས་ཟེར། ཡིན་ནི་ད་ལྟ་རྟོགས་རིམ་རེད། ཡུལ་ཅན་མངོན་པར་འདོད་པའི་རིམ་པའི་དབང་དུ་བྱས་ན། རྟོགས་རིམ་ད་དེ་འདི་རེད།

སྡུག་བསྔལ་སེལ་གྱི་དེ་འདི་མེད་ན་ཁོ་ཡོང་གི་མ་རྟག་ཅི། དེ་ལ་དེ་ཅི་ལྟར་རྒྱུ་འབྲས་རེ་བ་དེ་དེ་རྒྱུ་འབྲས་ཀྱི་བྱེད། དེ་རྒྱུ། སྡུག་བསྔལ་དེ་རྒྱུའི་ཀུན་འབྱུང་མེད་ན་སྡུག་བསྔལ་ཡོང་གི་མ་རེད་དུ་གསུངས་ཡོད་དུས་རྒྱུ་འབྲས་རེ་བདོ། ད་དང་པོ་སྡུག་བསྔལ་ངོ་སྤྲོད་བྱས་ཡོད་དུས་རྟོགས་པའི་རིམ་པའི་དབང་དུ་བྱས་རེ་བ། སྡུག་བསྔལ་དེ་རྟོགས་དགོས་རེད་སྡུག་བསྔལ་ཤེས་དགོས་རེད་སྡུག་བསྔལ་ཤེས་ན་དེ་ནས་སྡུག་བསྔལ་རྒྱུ་དེ་ག་རེ་ཡིན་པ་སྤོང་སྤོང་རྟོགས་ཀྱི་བློ་སྐྱེ་གི་རེད་ཟེར་དུས་སྤོང་རྟོགས་བློ་སྐྱེ་བ་ལ་སྡུག་བསྔལ་ཤེས་དགོས་ཀྱི་འདུག།

ལས་རྒྱུ་འབྲས་ལ་ཟེར་ལ་རོ། ལས་རྒྱུ་འབྲས་ལ་ཡིད་ཆེས་ཀྱི་དད་པ་སྤུས་དག་རྙེད་པར་བྱེད་པ་ལ་དང་པོ་རྣམ་སྨིན་འབྲས་བུ་བསྒོམ་དགོས་སོ། རྣམ་སྨིན་འབྲས་བུ་བསྒོམ་ཟེར་གྱི། ལས་རྒྱུ་འབྲས་ལ་རྒྱུད་ལ་བརྟེན་ནས་འབྲས་བུ་འབྱུང་བ་རེད་ཟེར་ལབ་པ་ཙམ་གྱིས་རྒྱུད་དེ་སྔོན་ལ་ཤེས་འབྲས་བུ་རྗེས་ལ་ཤེས་པའི་དོན་ཕལ་ཆེར་ཞི་དྲག། ལས་འབྲས་ལ་ཡིད་ཆེས་ཡག་གི་ཡིད་ཆེས་ཀྱི་དད་པ་དེ་ཁག་པོ་ཡིན་ས་རེད། དེ་ལས་རྣམ་སྨིན་གྱི་འབྲས་བུ་བསྒོམ་དང་རྣམ་སྨིན་འབྲས་བུ་ཟེར་དུས་བདེ་བ་དང་སྡུག་བསྔལ་ཟེར་ཉོ་རོ། དེ་བདེ་བ། དེ་གར་སོ། སྡུག་བསྔལ་ཟས་སྦྱོར། དུས་ཚོད་ཀྱི་རྣམ་དབྱེའི་འབྲས་བུ་དེ་བསྒོམ་པ་ཡིན་ན། དེ་ནས་དེ་གི། རྒྱུ་དེ་ལ་བརྟེན་ནས་དེ་བྱུང་བ་རེད་བསམ་པ་ཅིག་ལས་འབྲས་ཀྱི་ཡེ་ཤེས་དེ་བརྟན་པོ་ཅིག་རྙེད་ཀྱི་རེད་གསུངས་འདུག། དེ་ཡིན་དུས་དང་པོ་བཅོམ་ལྡན་འདས་ཀྱིས་རྣམ་དབྱེའི་འབྲས་བུ་བསྒོམ་བཅུག་གོ། མ་གཏོགས་དང་པོ་ནི་ཀུན་འབྱུང་འཕགས་པའི་བདེན་པའོ་ཟེར་ལ་དེ་ལ་རྒྱུད་སྐུ་རང་ཤེས་དེ་ལ་བརྟེན་ནས་འབྲས་བུ་འབྱུང་བ་རེད་ཟེར་ཡ་ཅིག་མ་གཏོགས། གཅིག་གི་འབྲས་བུ་ལ་སྤྲོ་བ་སྐྱེ་ཡ་ཅིག་དང་སྐྱོ་བ་སྐྱེ་ཡ་ཅིག་ཡོང་དགོས་ཟིན་པ་རེད། དེ་ཡིན་དུས་ང་ཚོ་ཕ་ཆེན་གྱི་གཞུང་ནང་ལ་བྱས་པས་ན་ཕ་ཆེན་སྔོན་འདོན་གྱི་སྐབས་བརྒྱད་པའི་སྐབས་བརྒྱད་བཤད་འདུག་སྐབས་དང་པོ་ན་ལོ་རྣམ་རྒྱལ་བཤད་ཀྱི་འདུག་དང་པོ། རྣམ་རྒྱལ་མཚོན་བྱེད་ཀྱི་ཆོས་བཅུ་གསལ་བྱེད་དོ། རྣམ་རྒྱལ། དེ་རྣམ་རྒྱལ་ཟེར་དུས་ཀྱང་ད་སངས་རྒྱས་ཀྱི་ཐུགས་བཅུད་ཀྱི་མཁྱེན་པའི་ཡོན་ཏན་གྱི་རོ། ད་དེ་སྤྲོ་བ་རྒྱས་ཡ་བྱེད་དུས་དེ་ནས་དང་པོ་འབྲས་བུ་རྣམ་རྒྱལ་བཤད་ཡ། དེ་ནས་གཞི་གནས་དེ་ཡི་ཐོབ་བྱེད་ཀྱི་རྒྱུ་བཤད་ཡ་གྱི་རེད་དོ། དེ་ཐོབ་བྱེད་ཀྱི་རྒྱུ་ལམ་བཞི། དེ་འདྲ་ཞིག་བཤད་ཀྱི་འདུག་བསམ་བྱུང།

རིག་མདངས་ཡོད་དེ་ནི་ནོར་བུ་གཅིག་དུས་ལོག་གི་སྐབས་ཤིག་པས་སོ་རེད་བ། དེ་བར་གསལ་བས་ན། ང་ཚོའི་དཔེ་ལ་ནོར་བུ་འོད་ཟེར་གྱི་དོན་ཡང་བྱེད་རོགས། དེས་ན་ཡིད་ཀྱིས་ང་ཚོའི་སེམས་གསལ་ཏེ་གསལ་རིག་གིས་ཤེས་པ། གསལ་རིག་གིས་ཤེས་པ་སངས་རྒྱས་ཀྱི་གོ་འཕང་སངས་རྒྱས་ཀྱི་སར་འགྲོ་ཡག་གི་ནུས་པ་ཆ་ཚང་ཡོད་དེ་ཉིད། དེ་ནི་བདེན་བཞི་ཙམ་མ་ཟད་ཆོས་ཐམས་ཅད་བདག་མེད་རྟོགས་ཡག་གི་ནུས་པ་ཡོད་དེ་ཉིད་ཟེར་བ། ནུས་པ་ཡོད་རེད་ང་ཚོའི་རྒྱུད་ལ།
མི་སོ་སོ་གས་འཕགས་པ་ཆགས་ཡས་ཀྱི་ནུས་པ། ཡོད་རེད་ང་ཚོ་འཕགས་པ་ཆགས་ཡས་ནུས་པ་ཡོད་རེད་དཔེར་ན་ང་ཚོ་དང་པོ་བྱང་ཆུབ་དེ་བྱས་ན་ཐེག་པ་ཆེན་པོ་གི་བློ་ཆུང་སྐད་ཆ་བཤད་པས་ན་དང་པོ་རང་གི་སྡུག་བསྔལ་དྲན་དུས་ཀྱི་བསམ་པ་རང་གི་བདེ་བ་བདེན་དུས་ཀྱི་བསམ་པ་ཅི་ཡོད་ཉི་མ་རྟག་པར་སྦྱངས་པས་ན་ད་དུས་ལྟར་དུ་ང་རང་བདེ་བ་བདེན་དུས་དང་སྡུག་བསྔལ་དྲན་དུ་བློ་སྐྱིད་ཀྱི་རེད་པ་དེ་ནམ་ཞིག་དེ་ལ་དེ་ནས་འཕགས་ཁ་སྤོས་ནས་སེམས་ཅན་ཐམས་ཅད་ཟེར་ཞིག་ཁ་སྤོས་ནས་རེད་པ་པ། རྒྱུ་འབྲས་མན་ངག་དུ་མའི་སྒོ་ནས་སེམས་སྦྱང་དང་ཞེ་སྡང་གདགས་གཞི་མཉམ་བཞིའི་སྒོ་ནས་སེམས་སྦྱང་དང་གཉིས་ལྡོག། དེ་འདྲས་སྦྱངས་པའི་ཐོག་ནས་གཞན་ལ་བརྩེ་བའི་བློ་སྐྱེས། དེ་ནས་གཞན་ལ་བརྩེ་བའི་བློ་སྐྱེས་ནས་དེ་ནས་ལྷག་བསམ་གྱིས་ཁ་སང་ཞུས་པ་ན་ཡིན་དེ་ནས་བྱང་ཆུབ་སེམས་སྐྱེས། དེ་ནས་བྱང་ཆུབ་སེམས་སྐྱེས་ནས་ཐིགས་པ་ཆེན་པོ་ལམ་ལ་ཞུགས་རེད་ད། ལམ་ཞུགས་ཆགས་རེད་གོ་རེད། དེ་ནས་ལམ་ཞུགས་ཆགས་འདི་ཚོགས་ལམ་བ་ཟེར་ཞེས་དང་པོ། དེ་ནས་དེ་ལ་ཡང་བདག་མེད་ཀྱི། ག་ས་ད་བདག་མེད་ཀྱི། བདག་མེད་ཀྱི་བདག་མེད་བསྒོམ། བྱང་ཆུབ་སེམས་ཡོད་པར་བྱས། བདག་མེད་བསྒོམ། དེ་ནས་སྟོང་ཉིད་དོན་གྱི་ཚུལ་གྱིས་རྟོགས།

དེ་རང་གི་བདེ་བ་སྒྲ་དང་བཅོམ་ཟེར་ཏེ་ང་ཚོ་མི་སྡོད་པའི་སྒྲ་ཅིག་ཡོད་རོགས་སོ་སོར་གནོད་འཚེ་ཤི་ཉེན་སྒྲ་དེ་ག་དུས་ཡོད་ནས་གནོད་འཚེ་བཏང་གི་རེད་ཁ་བསྒྲིགས་བཅག་གི་ཡོད་རོགས་དེ་ནང་བཞིན་ཅིག་སོ་སོ་སྡོད་པའི་བདེ་སྐྱིད་དེ་སོ་སོ་རང་གིས་མེད་པར་བཟོ་གི་ཡོད་རེད། རེད་མ་གཏོགས་ང་ཚོ་སངས་རྒྱས་ཀྱི་གོ་འཕང་བསྒྲུབ་བའི་ནང་འགྲུལ་བའི་ཆ་ཚང་ཡོད་དེ་ཉེ་རེད་བ། སེམས་ཅན་ཐམས་ཅད་ལ་ང་ཚོ་སངས་རྒྱས་ཀྱི་རིགས་ཀྱི་ཁྱབ་ཟིག་ཡོད་དེ་འདྲ་རེད་ཤག།

དེས་ནི་ད་ནི་བཅོམ་ལྡན་འདས་ཀྱིས་བདེན་བཞི་ངོ་སྤྲོད་ཅིང་སྡུག་བསྔལ་དང་ཀུན་འབྱུང་དང་འགོག་པ་དང་ལམ་ངོ་སྤྲོད་གནང་གི་དོ། དེའི་དང་པོ། རྣམ་དབྱེ་གི་འབྲས་བུ། རྣམ་དབྱེ་གི་འབྲས་བུ་སེལ་བ་རེ་ད་འབྲས་བུ་དེ་རྟོགས་པའི་རིམ་པའི་དབང་དུ་བྱས་ནས་གསུངས་པ་ཡིན་ཙང་ཡུལ་ཅན་དབང་རྟོགས་སམ་མངོན་པར་རྟོགས་པ་དེ་ཤེས་ཡ་བྱེད་དུ་རྟོགས་པ་སེལ་ཏེ་ཤེས་པ། ཤེས་པའི་རིམ་པའི་དབང་དུ་བྱས་ནས། ད་གདུལ་བྱ་རྣམས་ཀྱི་ཤེས་ཀུན་ཡང་རིགས་པའི་དབང་དུ་བྱས་ནས་གསུངས་ཞེས་པ་དེ་རེད། ད་བཅོམ་ལྡན་འདས་ཁོ་རང་གིས་མཁྱེན་གྱི་ཡོད་ར་འདུས་བྱས་ཐམས་ཅད་ཀྱི་འདུས་བྱས་ཁམས་དང་མོས་པ་བཞིན་དུ་མཁྱེན་གྱི་ཡོད་ར་དེ་ཡིན་དུས་ད་དེ་འདྲས་ཞེས་གསུངས་པས་ན་ཁོང་ཚོ་གིས་སྡུག་བསྔལ་ཟ་ཡ་ཅིག་ངོ་ཤེས་རེད་བ་འབྲས་བུ་འགོག་བདེན་ཟེར་ངོ་ཤེས་ད་དེ་ནས་གཞི་ནས་དེ་གི་རྒྱུད་ལ་བློ་ཡག་གི་བློ་འདོད་གི་འདུན་པ་ཆེན་པོ་ཅིག་སྐྱེ་ཐུབ་ཀྱི་རེད་དགོངས་ནས་དེ་ནས་གདུལ་བྱ་རྣམས་ལ་དང་པོ་དེ་འདྲས་ཤེས་དགོས་ཀྱི་རེད་ཁྱེད་རང་ཚོ་དེ་ཤེས་པ་ཕྱིས་གཞོལ་བ་བྱས་ནས་ཤེས་པའི་རིམ་པའི་དབང་དུ་བྱས་ནས་འབྲས་བུ་དངོས་ལ་ཤེས་རྒྱུ་དངོས་རྗེས་ལ་ཤེས་ཀྱི་ཡོད་རེད། ད་རྒྱུ་འབྲས་ལབ་དུས་དང་པོ་རྒྱུ། རྒྱུ་ཤེས་དེ་ནས་འབྲས་བུ། རྒྱུ་དེ་ལ་བརྟེན་ནས་འབྲས་བུ་དེ་འབྱུང་བ་རིགས་ལབ་དུས་རྒྱུ་འབྲས་རེད་བ། རྒྱུ་འབྲས་དེ་བདེན་བཞི་ཆོས་འགོག་སྟེ་རྟོགས་པའི་རིམ་པའོ་འདི་བཞིན་དུ་གསུངས་ཤེས་པ་རེད།